འགྲོ་བ་རྣམས་ཀྱི་མཐའ་དང་གཉེན་པའི་སེམས་ཅན་ཐམས་ཅད་རྟེན་ཅིང་བདེ་བ་རྣམ་བྱིན་བརླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་འགོད་པར་བྱ། དེ་ཡི་ཕྱིར་དུ་ཟབ་དང་རྒྱ་ཆེ་བའི་ཐེག་པ་ཆེན་པོ་ཆོས་ཀྱི་སོ་མ་ནོར་བ་ཡང་དག་པར་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་གསལ་བཏབ་སྟེ་སེམས་པར་གནང་བར་ཞུ། དེ་ལ་གང་ཞིག་སེམས་པར་འཆར་བའི་དམ་པའི་ཆོས་ཀྱི་རིམ་པ་ནི་ཇི་སྐད་དུ་ལྷ་ཡི་བུ་ཡིས་ཞུས་པའི་མདོ་ལས། ཆོས་རྣམས་ཐམས་ཅད་བཀའ་དང་བསྟན་བཅོས་གཉིས་སུ་འདུ་ལེགས་པར་གསུངས་དང་དེ་ཡི་དགོངས་འགྲེལ་བ་དེའི་དབང་གིས་ཤཱཀྱའི་བསྟན་པ་འདི་ཅི་ནས་ཁམས་འདི་ཡུན་རིང་གནས་པར་འགྱུར་ཅེས་གསུངས་པ་ལྟར་བཀའ་དང་བསྟན་བཅོས་གཉིས་སུ་བཞུགས་པ་ལས་འདིར་མཉམ་མེད་དྭགས་པོ་ལྷ་རྗེ་བསོད་ནམས་རིན་ཆེན་དེ་ཉིད་ཀྱིས་ཞང་བ་ནས་མཛད་པའི་ལམ་མཆོག་ཡིད་བཞིན་གྱི་ནོར་བུ་ཐར་པ་རིན་པོ་ཆེ་རྒྱན་ཞེས་བྱ་བ་འདི་ཉིད་བསྟན་བཅོས་ཀྱི་ཁོངས་སུ་བཞུགས་པ་འདི་ཉིད་སྐབས་སུ་ཞུ་བར་བྱ་བའི་ཚུལ། དེ་ལ་ཡང། བོད་ནི་རྒྱུད་ནས་འདི་བཞིན་སྙིང་པོ་སྟེ་གཏན་ནས་མི་ལུས་རིན་ཆེན་མཆོག། སྐྱེས་ནས་དགེ་བའི་བཤེས་ཡིན་ཏེ་ཐབས་ནི་དེ་ཡིས་གདམས་ངག། འབྲས་བུ་རྫོགས་སངས་རྒྱས་ཀྱི་སྒོ་ཕྲིན་ལས་སྟོང་པའི་འགྲོ་དོན་མཛོད་ཅེས་ཕྱི་ནང་དང་དྲུག་ཏུ་བཞུགས་པ་ལས། ད་དེ་ལ་དང་པོ་དེ་ནི་རྒྱུ་བདེ་བར་གཤེགས་པའི་སྙིང་པོ། གཉིས་པ་གཏན་མི་ལུས་རིན་ཆེན་གསུམ་པ་རྐྱེན་དགེ་བའི་བཤེས་གཉེན། དེ་ནས་བཞི་པ་དེ་ཡི་ཐབས་དེ་ཡིས་གདམས་ངག་དང་དེའི། གསུམ་གོང་དུ་ཞུས་ཟིན་ཐབས་དེ་ཡི་གདམས་ངག་གོང་དུ་ཞུས་ཟིན། ཐབས་དེ་ཡི་གདམས་ངག་རྣམས་ལ་ཕར་དུ་ཕྱིན་པ་དྲུག་གི་རིམ་པ་དེ་ཚོ་ཞུས་ཟིན་པ་བཅས་ལྟར་དེ་རིང། དེ་ནས་དེ་ནས་མར་བྱང་ཆུབ་ཤུགས་དུ་སེམས་བསྐྱེད་ནས་ད་བསླབ་བྱ་དེ་ལ་ཡང་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་དེ་ཡི་བཀའ་གསང་ཞུས་ཟིན་པ་བཅས་ལྟར་ས་བཅུ་ལ་སླེབས་པ་རེད། དེ་ནས་སྡོམ་དེ་ད་ལྟ་ད་དེ་རིང། འདི་ནས་མ། གྲུབ་འགྲོ་གི་ཡོད་དེ་ཡིན་དུས་དེ། བཞུགས་དེ་ཡང། དབུ་ལས་མ། སྡོམ་མདོ་དུས་ཀྱི་ཞུ་ན་བསམ་སོ་དེ་ཡིན་དུས་ད། དབུ་ལས་ཡང་ཞུ་མ་གོ་བ་བཅས། དེ་མ་ཐད་ཀར་ལ་གཞུང་ལ་འཇུག་ན། བདག་དེ་ལ་ཡང་ཁ་ཚང། ལས་དང་པོ་དང་མོས་སྤྱོད་དང་བྱང་ཆུབ་སེམས་དཔའི་ས་བཅུ་དང་སངས་རྒྱས་ས་ཏེ་དེ་དག་ན་བཅུ་དང་གསུམ་གྱི་ས་རྣམས་བསྡུས་ཟེར་ཡག་གི། དེ་ནས་ཁ་ད་ས་བཅུ། ཁ་ཚང། ཞུས་ཟིན་པ་རེད། དེ་ནས་དེ་རིང། ད་དེ་ན་ལས་ཡོད་རེད་ད། སྡོམ། ལྔ་པ་དེ་ལ་ཡང་འབྲས་བུ་རྫོགས་སངས་རྒྱས་ཀྱི་སྐུ་ཟེར་ནས་དེ་ན་སླེབས་ཡོད་རེད་དེ་ཡིན་ན་ཡང། དེ་ཁ་ཚང་སྔོན་མ་དེ་ས་བཅུ་གི་ནང་ལ་ཡང་ད་དེ་ས་ཡོད་ཡོངས་སྦྱོང་དེ་ཚོ་བྲིས་ཏེ། བྱེ་ཐང་གི་ད་བརྒྱད་འདྲ་བོ་དང་བཅུ་གཉིས་འདྲ་བོ་དེ་འདྲ་མང་པོ་བྱས་ཡོད་པ་ཡིན་དུས། ལས་གནས་དེ་ཅིག་མ་ཞུས་བྱ་ན་བསམ་སོང་དེ་ཡིན། དེ་ག་རེ་ཟེར་ན་ཡང་གོ་ཆ་ཚང་བ་ཅིག་ཡོད་ན་རྒྱ་མ་ཡང་གསར་བུ་བ་ཟེར་མཁན་ཚོ་གི་འདི་བརྒྱད་དང་བཅུ་གཉིས་དེ་ཚོ་འབྲི་དེ་ག་བ་ཡོད་ཡིན་ན་བསམ་ཡང་ཅིག་ཚའི་གོ་དུ་ཅིག་ཤེས་ཤིང་ད་ཅི་ད་འགལ་ཟླ་ན་དེ་ཤེས་ཤིང་གི་གཞུང་དེ་ཚོ་ནང་ལ་ཡོད་རེད་དེ་ཡིན་ན་ཡང་ཨེ་མ་གྲངས་ཀ་དེ་མ་ཞུས་བྱ་ན་དེ་ནི་བདུན་དེ་ཡིན་ས་རེད་བརྒྱད་དེ་ཡིན་ས་རེད་དགོང་དགོང་འདྲ་བ་ཅིག་ལས་སླ་བོ་ཡོང་ས་རེད་བསམ་བྱས་ནས་དེ་ནི་ངས་མ་དེ་བཏུས་བྱས་ཡོད་དེ་ལོས་ཁ་ཚང་ད། ཚོགས་ལམ་གྱི་སྐབས་ཁ་སང་དེ་ས་དང་པོ་གི་ཡོངས་སྦྱོང་དེ་ཁ་སང་གྲངས་ཀ་དེ་ཞུས་ཟིན་པ་ཡིན། དེ་ནས་ད་ཁ་སང་ས་གཉིས་པ་གི་ཡོངས་སྦྱོང་གི་ཁྱད་པར་དེ་ཚོ་དྲིས་ཏེ་ཁ་སང་ཞུས་ཡོད་མ་རེད་ད་མ་ཅི་རིང་ནང་ལ་གཟིགས་ན་ཞེས་ནས་བཞག་བཞག་བ་རེད། ཀྱེ་འདི་ཙམ་པ་དེ་ནས་ད་ལྟ་འདིའི་དེབ་གྲངས་དེ་ཡིན་ན་ནི་ཉིས་བརྒྱ་བཅུ་གསུམ་གི་ནང་ལ་ཡོད་རེད། འདིའི་དེབ་གྲངས་དེ་ནས་གཞན་དག་དེབ་དེ་ཚོ་གོ་བ་ཡོད་ད་ཞུ་ཡ་མི་འདུག་གཟིགས་ན་ན། དེ་ནས་ད་ལྟ་དེ་ས་གཉིས་པ་འདི་ལ་ད་ཁ་སང་མིང་གི་ཆེ་བ་དེ་ལ་ས་གཉིས་པ་དྲི་མ་མེད་པ་ཟེར་ནས་ཁ་སང་ས་བཅུ་ན་ད་ས་དང་པོ་དེ་གོང་དུ་ཞུས་ཟེར་ནས་ད་ས་གཉིས་པ་དྲི་མ་མེད་པ་ཟེར་ཡག་དེ་རེད་བ་དེ་ལ་ཡག་དེ་ནས་ཡོངས་སུ་སྦྱོང་བའི་ཆེ་བ་དེ་ལ་ཡག་འདི་འདྲ་ཞིག་གསུངས་འདུག་བ་ཚུལ་ཁྲིམས་དང་བྱེད་པ་བཟོ་བ་ལ་སོགས་པ་ཡོངས་སྦྱོང་བརྒྱད་ཀྱི་ས་རེ་ཐོབ་པ་ཡིན་ནོ་ཟེར་ད་དེ་ལྟར་ཡང་ཟེར་ལུང་གི་དྲངས་ནས་ཚུལ་ཁྲིམས་བཅས་པ་བཟོ་དང་བཟོད་རབ་ཏུ་དཀའ་དང་སྙིང་བརྩེ་ཆེ་ཞེས་པ་ལ་སོགས་པ་གསུངས་སོ་ཟེར་ལ་སོགས་པ་སོ་སོ་ཀུན་རྣམས་ལ་ཡང་དག་ཡོངས་སྦྱོང་བརྒྱད། ས་གཉིས་པ་ལ་ཡོངས་སྦྱོང་ག་ཚད་ཡོད་རེད་ཟེར་ན་ས་གཉིས་པ་ལ་ཡང་ཡོངས་སྦྱོང་བརྒྱད་ཡོད་རེད་ཟེར་གསུང་གི་ཡོད་པ་རེད། དེ་ནས་ཡོངས་སྦྱོང་བརྒྱད་དེ་ག་རི་ག་རི་རེད་ཟེར་ནས་བཤད་ན་དང་པོ་དེ་དེ་ནས། ཉིད་སྤྱོད་སྟོན་པའི་ཚུལ་ཁྲིམས་རྒྱལ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་དེ་ཚུལ་ཁྲིམས་རིན་པོ་ཆེ་རྣམ་པ་གསུམ་ཟེར་ཡ་དེ་དང་པོ་ཚུལ་ཁྲིམས་ཟེར་ཡ་དེ་རེད། དེ་ནས་གཉིས་པ་དེ། བྱེད་པ་བཟོ་བ་ཟེར་དེ་རེད། བྱེད་པ་བཟོ་ཟེར་བའི་སྐབས་སུ་ལ། དེ་ནི་གཞན་གྱིས་ད་རང་ལ་ཡང་ཕན་པ་བྱས་པ་དེ། དེ་ནི་ཅིག་དངོས་གནས་ཕན་ཐོགས་པོ་བྱུང་སོང་ད་ཕན་པ་བྱས་སོང་བསམ་པའི་བཀའ་དྲིན་རྗེས་སུ་དྲན་པར་བྱ་དགོས་ད་དེ་ལ་ཡང་བྱེད་པ་བཟོ་བ་ཟེར་དེ་གཉིས་རེད། དེ་ནས་གསུམ་པ་དེ་ལ་ཡང། དེ་ནི་བཟོས་ཟེར་དེ་རེད་བཟོས་ཟེར་དེ་གཞན་གྱིས་གནོད་པ་ལ་ཡང་དེ་ནི་བཟོད་པ་བསྒོམ་པ། ཕ་རོལ་པོས་ཀྱི་ཚིག་ཡང་དུ་རྣ་བ་དང་ད་ག་ན་བཞིན་གྱིས་ཅིག། ད་ལུས་ལ་ལུས་ཀྱི་སྡུག་སྡིག་འདུག་སྡུག་འདིག་ལ་སོགས་པ་བྱས་ལ་སོགས་པ་དེ་འདྲ་གྱིས་ཅིག་མ་རངས་པའི་བྱ་བ་བྱས་ན་དེ་ལ་བཟོད་པ་བསྒོམ་པ་དང་གསུམ། དེ་ནས་བཞི་པ་དེ་ལ་ཡང། དེ་ནས་དགེ་བའི་ཆོས་བསྒྲུབ་པ་ལ་ཡང་སེམས་ལ་འགྱོད་པ་མེད་པ་ཟད་ཅིག་གསུངས་པ་རེད། ད་ངས་སྔོན་མ་དགེ་བ་བསྒྲུབ་ཤོར་སོང་པས་བསགས་སོང་བསམ་ན་མ་བྱུང་བ་རེད་ཐེག་པ་ཆེ་ཆུང་གང་ཡིན་ན་ཡང་དེ་ནས་ལུས་ངག་ཡིད་གསུམ་དགེ་བ་བསྒྲུབ་པ་ལ་ནི་དགེ་བ་བསྒྲུབ་པ་དེ་དག་བྱུང་མ་སོང་བསམ་པས་ཀྱི། དེ་ལ་ཡང་འགྱོད་པ་སྐྱེས་ན་དེ་འདྲ་བ་དེ་ཡག་པོ་མ་རེད་དེ་འདྲ་ཡིན་དུས་མི་འགྱོད་པ་ཅིག་དགོས་བ་རེད་ད་གེ་ཤུལ་སྒྲུབ་པ་ལ་འགྱོད་པ་མེད་པ་ཟེར་དེ་ཞི་བ་བྱས་དེ་ནས་ལྔ་པ་དེ་ལ་ཡང་སེམས་ཅན་ཐམས་ཅད་ལ་བྱམས་པའི་གི་བློ་དགོས་བ་རེད་ཡིད་དུ་འོང་བའི་བྱམས་པ་ཟེར་དེ་བདེ་བ་དང་བདེ་བའི་རྒྱུ་དགེ་བ་བདེ་འདོད་གི་བློ་ཟེར་ཞེས་ང་ཚོ་དུས་ཆུང་བྱམས་པའི་བློ་དེ་དེ་ཡིན་པའོ་དེ་ལ་ཡང་ལྔ་བྱས་དེ་ནས་དྲུག་པ་དེ་རང་ལ་ཆོས་སྟོན་མཁན་གི་མཁན་པོ། སློབ་དཔོན་ལ་སོགས་པ་ལ་ཡང་དེ་ནི་ལུས་ངག་ཡིད་གསུམ་གྱི་སྒོ་ཀུན་ནས་དད་པ། འདུས་པ། དེ་ལ་ཡང་དེ་ནི་བསྙེན་བཀུར་ཞུས་པ་ལ་སོགས་པ་དེ་འདྲ་གི་བྱ་བ་སྒྲུབ་པ། དེ་ལ་ཡང་མཁན་པོ་ལ་འདུས་པ་ཟེར་ཏེ་དྲུག་པ་བཅས་ཡོངས་སྦྱོང་དྲུག་པ། ད་ནི་སང་ཉིན་པའི་གི་ཡོངས་སྦྱོང་བདུན་པ་འདི་དགེ་བའི་བཤེས་གཉེན་གྱི་བསྟན་པའི་གི་ཆོས་དེ་ཨ་ནི་རང་གི་ཚུལ་བཞིན་དུ་སྒྲུབ་དགོས་བ་རེད་ད་ཆོས་ཐོས་ལོ་ཙམ་ལ་བཞག་ཤེས་ན་འགྲིག་གི་མ་རེད་ག་ཚོད་ཧོ་མ་ཞུས་པ་དེ་དེ་རེད་བ་དེ་མ་ཆོས་གསུངས་པ་དང་གདམས་ངག་སྟོན་པ་དེ་ཨ་ནི་ཅིག་ཐོས་པས་གི་གཏན་ལ་ཕབ་བསམ་པས་གི་དེ་ལ་ཡང་ད་ངེས་ཤེས་རྙེད་པ་བཅས་སྒོམ་བྱུང་གི་དེ་ནི་ཅིག་ད་ཐག་ཆོད་པ་ཅིག་རྟོགས་ནས་ང་འདོད་ནུབ་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་ཨ་ནེ་དགེ་བའི་བཤེས་གཉེན་གྱིས་སྟོན་པའི་གདམས་ངག་དེ་རང་གི་སེམས་རྒྱུད་ལས་ཡར་ཚུར་ཆོས་དང་གང་ཟག་སོ་སོར་མ་སོང་བར་ཨ་ནེའི་རྒྱུད་ལ་རྟོགས་རྒྱ་བ་དེ་ལས་ཡར་དེ་ནི་ད་ལྟ་དེ་ས་གཉིས་པའི་གི་ཡོངས་སྦྱོང་བདུན་པ་དེ་རེད་དེ་ནི་ས་གཉིས་པའི་ཡོངས་སྦྱོང་བརྒྱད་པ་དེ་ད་ཐེག་པ་ཆེན་པོའི་གི་ཆོས་སྤྱིར་ཐེག་པ་ཆེན་པོའི་གི་ད་ལྟ་བ་སྒོམ་པ་སྤྱོད་པ་དེ་ནི་ཁྱད་པར་དུ་ད་ཕ་རོལ་ཏུ་ཕྱིན་པ་དྲུག་གི་ནང་ན་མ་འདུས་པའི་ཐེག་པ་ཆེན་པོའི་ཆོས་མེད་པ་ཡིན་དུས་དེ་ནི་སྦྱིན་པ་བཏང་བ་ཚུལ་ཁྲིམས་བསྲུང་བ་བཟོད་པ་སྒོམ་པ་བརྩོན་འགྲུས་བརྩམས་པ་བསམ་གཏན་སྒོམ་པ་ཤེས་རབ་བསྐྱེད་པ་ལ་སོགས་པ་དེ་འདྲ་གི་དག་ཕ་རོལ་ཏུ་ཕྱིན་པ་དྲུག་གི་ལོ་ན་ཟབ་མོའི་ལྟ་སྒོམ་སྤྱོད་གསུམ་གྱི་དག་ཐེག་པ་ཆེན་པོ་གི་ཆོས་ག་འདྲ་བརྗོད་ན་ཡང་དེ་གི་ཡིད་མི་ཞུམ་པ། དེ་འདྲ་དེ་ལ་ཡང་སྤྲོ་བ་ཡོད་པ། མདོར་ན། སྦྱིན་པ་ནས་བཟུང་སྟེ་ལ་ཤེས་རབ་ཀྱི་བར་དུ་ལ། ཨེ་ཙི་ཕ་རོལ་ཏུ་ཕྱིན་པའི་གི་ཉམས་ལེན་དེ་ཚོ་རེ་རེ་བཞིན་དུ་ལ་སྤྲོ་བ་ཡོད་པ་དེ་ལ་མོས་པ་ཡོད་པ་དེ་དང་དུ་བླང་འདོད་གི་དག་ཅིག་དགའ་གུས་ཡོད་པའོ་དེ་འདྲ་ཅིག་དགོས་ཀྱི་ཡོད། འོ་དེའི་རྗེས་དེ་ལ་ཡང་དག་ནི་ས་གཉིས་པའི་གི་ཡོངས་སྦྱོང་བརྒྱད་ཡོད་གསུང་བ་དེ་དེ་ཡིན་པ་རེད། དེའི་རྗེས་དག་ས་གསུམ་པ་དེ་ལ་ཡང། འོད་བྱེད་པ་ཟེར་བ་ས་གསུམ་པ་གི་དེ་ལ་ཡང་འོད་བྱེད་པ་ཞིག་ཡོད་རེད། བདག་དེ་ལ་ཡང་ཡོངས་སུ་སྦྱོང་བར་བྱེད་པ་དེ་ཡིན་འདི་འདྲའི་གསུང་དུའང་ཕྱོགས་གྲངས་ཉིས་བརྒྱ་བཅོ་ལྔ་ན་ལ་ཐོད་པའི་མི་ངོམས་པ་ལ་སོགས་པ་ཆོས་ལྔ་ལ་ལྷག་པའི་ས་དེ་ཐོབ་པ་ཡིན་ནོ་ཟེར་ཏེ། མདོར་ན་ཡོངས་སྦྱོང་ལྔ་ཡོད་པར་གདའ། གསུམ་པ་ལ་ཡང། ཡོངས་སྦྱོང་ལྔ་དེ་གར་ཟིན་ན། དེ་ནས་རྩ་བ་ལ་འདི་ལུང་གཅིག་དྲངས་ཏོ། ཐོད་པའི་མི་ངོམས་གཉིས་དང་ནི་ཟང་ཟིང་མེད་པར་ཆུ་ཁྱིམ་དང་ཞེས་པ་ལ་སོགས་པ་གསུངས་སོ་ཟེར་ད་དང་པོ་དེ་ཡིན། དེ་ནས། ང་ལ་སོགས་དགེ་བའི་བཤེས་གཉེན་འདུས་ནས་ཆོས་ཞུ་གི་ཡོད་རེད་བ། ཆོས་བཤད་པའི་སྐབས་སོགས་ལ་བལྟས་ནས་ཆོས་དེ་གི་མ་ངོམས་པ་ཅིག་དགོས་ཀྱི་ཡོད་རེད་ད། མདོར་ན། དེ་ནས་ཅིག་ག་ཟེར་བ་རེད། ལན་ཚྭ་འཐུངས་པ་ནང་བཞིན་བྱས། ཁ་སྐོམ་པ་ལ་ལན་ཚྭ་བླུགས་བཞག་ན། ཁ་སྐོམ། ཅོ་ལན་ཚྭ་བཏུང་རིམ་བཞིན་དུ་ལ་ཁ་སྐོམ་པ་སྐོམ་དད་ཆེ་རུ་ཆེ་རུ་འགྲོ་བ་མ་གཏོགས་སྐོམ་པ་སད་ཐུབ་ཡ་ཡོད་མ་རེད་གསུང་གི་འདུག་བ། ལན་ཚྭ་གི་ཆུ་འཐུངས་པ་ནང་བཞིན་གྱི་ད་སྐོམ་པ་སད་ཡ་མེད་པ་ད་རུང་ཡང་ཇེ་སྐོམ་ཇེ་སྐོམ་ལ་འགྲོ་བ་ཡིན་གསུང་བ་དེ་ནང་བཞིན་བྱས་ནས་དེ་ནས་ཐེག་པ་ཆེན་པོའི་གི་ཆོས་དང་དགེ་བའི་བཤེས་གཉེན་དུ་ནས་ཞུས་ཡིན་དུས་དེ་གི་སེམས་མ་ཚིམ་པ། སེམས་ལ་ངོམ་པ་མེད་པ་ད་འགྲིག་སོང་བསམ་པ་མེད་པ་མདོར་ན་བྱང་ཆུབ་སྙིང་པོ་ལ་མ་ཐུག་གི་བར་དུ་ལ་ཡང་དེ་ནས་ཐོས་པ་ཟད་མི་ཤེས་པ་དང། ཟེར་བ་རྒྱ་ཆེན་པོ་ལ་བསླབ་དགོས་ཀྱི་ཡོད་པ་ཡིན་དུས་དེ་ལ་བརྟེན་ནས་དང་ཡང་ཐོད་པའི་གན་མི་ངོམ་པ་ཟེར་ཏེ་དང་པོ་དེ་བཤད། ད་ནི་གཉིས་པ་དེ་ལ་ཡང། གཞན་ལ་ཆོས་སྟོན་པའི་སྐབས་སུ་ལ་ཡང། ད་ནི། ད་ཆོས་སྟོན་ཚར་གང་ལ་སང་ཉིན་ང་ལ་ཡིག་འོག་ན་དཔེ་ཆ་ག་ཚོད་བླུགས་ཡོང་ནའང་བསམ་པ་འདྲ་བོ་དང། ད་ནི་ཁོས་ང་ལ་ག་རེ་སྤྲད་ཡོང་ནའང་བསམ་པ་འདྲ་བོ། མ་གན་ཇོ་ལ་ཞིག་ཀློག་ཡོང་ན་ཨོ་ཨོ་ད་ཅིག་ཀློག་སོང་ད་བསམ་བསམ་འདྲ་བོ་ཟེར་བ་འོ་དེ་འདྲ་མ་ཡིན་པ་བྱས། དེ་ནས་གཞན་ལ་ཡང་ཟང་ཟིང་གིས་ལྷུར་མ་ལེན་པར་སོང་བ་རེད་གཞན་གྱིས་ཟང་ཟིང་ཟིན་པའི་ལྷུར་མ་ལེན་པར་བརྩེ་བའི་སེམས་ཀྱིས་རྒྱས་སུ་བསྡམས་པར་སོང་བར་བ་ད་ནི་གཞན་ལ་ཆོས་དང་གཞན་ལ་ཕན་དགོས་ཀྱི་ཡོད་པ་ཡིན་དུས་ཕན་པའི་སེམས་ཀྱིས་བསྡམས་པ་མ་གཏོགས། དེ་ནས་ད་བསོད་ནམས་འདི་ཡི་ཟེར་དུས་འཇོག་ལ་ག་རེ་ལོག་བྱུང་བསམ་ཚང་འདྲ་བོ་དེ་འདྲ་མ་ཡིན་པ་བྱས་རོ་བ་འོ་འོ་འདི་ལ་ཡ། དེ་ནས་བརྩེ་བས་སེམས་ཀྱི་དམ་པའི་ཆོས་སྟོན་ཁུག་གི་རེད་ཟེར་དེ་ཡོང་བྱུང་གཉིས་པ་བྱས། དེ་ནས་གསུམ་པ་དེ་ལ་ཡ་ད། སངས་རྒྱས་ཀྱི་ཞིང་སྐྱོང་བ་ཟེར་ང་ཚོ་རྫོང་མིང་རྒྱང་གསུམ་ཟེར་བྱོས་རོ་བ། མདོར་ན་རྫོང་མིང་རྒྱང་གསུམ་མཐར་ཕྱིན་སངས་རྒྱས་ཤོག་ཟེར་དེ་ད་ད་ཐེག་པ་ཆེན་པོ་ཞབས་ཞུ་སེམས་དཔའ་རྣམས་ཀྱིས་ཀྱིས་ད་སྨོན་ལམ་ཡོངས་སུ་འགྲུབ་པར་བྱས་པ་ལ་རྫོང་མིང་རྒྱང་གསུམ་མཐར་ཕྱིན་ནས་སངས་རྒྱས་ཀྱི་ཡོད་པ་རེད་ཐེག་པ་ཆེན་པོ་གི་ཆེ་ཤོས་རེད་བ་དེ་འདྲ་ཡིན་དུས་དང་པོ་སངས་རྒྱས་ཀྱི་ཞིང་སྐྱོང་བ་ཟེར་དེ་རེད། དེ་ནས། བཞི་པ་དེ་ལ་ཡང་འདི་ནི། ད་ལོག་པའི་སེམས་ཅན་གྱིས་འདི་ནི། རང་གི་སེམས་མི་སྤྱོ་བར་གོ་བར་ཆོས་སྟོན་པའི་སྐབས་སུ་ལས་ཕ་རོལ་པོ་གིས་ནི་གཅིག་ལུས་ངག་ཡིད་གསུམ་ཕྱིན་ཅི་ལོག་པར་བྱས་ཡོང་དུས་དེ་གིས་སེམས་སྤྱོ་ནས་ད་ཡིན་ན་ངས་ཁོ་ལ་ཕན་བཏགས་ཀྱི་མེད། ད་ཡིན་ན་ངས་ཆོས་ཡང་སྟོན་གྱི་མེད། ད་ངས་ཁོ་ལ་ཕན་ཐོགས་མ་སོང་བསམ་ནས་ནི་རང་སེམས་སྐྱོ་ནས་ནི་ཕ་རོལ་པོ་ལོག་པའི་སྐྱེས་བུ་དེ་རྗེས་སུ་མི་འཛིན་པ་དེ་ཡག་པར་དོར་བའོ་དེ་འདྲ་མ་ཡིན་པ། ལོག་པའི་སེམས་ཅན་བྱས་བྱུང་ན་ཡང་དེ་ལ་བཟོད་པ་ཀུན་གོ་བ་རེ་དོ། སྐྱོ་བའི་སྐྱོ་བ་གི་སྐྱོ་བའི་དྲི་མས་མ་གོ་བ་ད་ནི་སེམས་མ་ཞུམ་པ་ཅན་ལ་གང་ལྟར་ཅིག། མ་ཡི་བུ་ལ་རྗེས་སུ་བརྩེ་བ་ཡོད་པ་དང་བུ་དེས་ད་ནི་ཅིག་རིགས་ཚོགས་མ་ཟིན་པར་སོགས་པ་བྱུང་ན་མ་དེ་བརྩེ་བ་ཆེ་རུ་འགྲོ་གི་ཡང་དེ་ནང་བཞིན་ཅིག་དང་ལོག་པའི་སེམས་ཅན་མཐོང་སོང་ན་དེ་ཚོའི་ཁྲིད་ལ་ཡང་སེམས་སྐྱོ་བ་མེད་པར་གོ་གི་རེད་ཟེར་ཏེ་ཞི་བ་རེད། དེ་ནས་རང་གི་ལྔ་བ་དེ་རང་དང་སེམས་ཅན་གཞན་གྱི་དོན་དག་ལ་ཡང་སྡིག་པའི་ལས་མ་བྱེད་གསུང་བ་རེད་དོ། སེམས་ཅན་གཞན་དོན་འགྱུར་ས་རེད་བསམ་ནས་སྡིག་པ་བྱེད་རྒྱུ་ཡོད་མེད་བ་རེད་གང་ལྟར་སྡིག་པའི་ལས་ད་ག་འདྲ་ཅེས་ཕན་པར་ཕན་པ་ལྟར་ཡོང་གི་རེད་བ་དེ་ཡིན་ན་ཡང་ཡང་ངོ་བོ་སྡིག་པའི་རང་བཞིན་ཆགས་སོང་བ་ཡིན་ན་མི་འགྲིག་པ་རེད་དེ་འདྲ་ཡིན་དུས་ཅིག་རང་དང་གཞན་གྱི་དོན་དག་ལ་ཡང་སྡིག་པའི་ལས་ལུས་དང་ངག་ཡིད་གསུམ་གང་གིས་ཡང་སྡིག་པའི་ལས་ལ་མི་སྤྱོད་པའམ་དེ་ལ་མི་འཇུག་པ་རེད་འོ་དེ་ས་གསུམ་པའི་ཡོངས་སྦྱོང་ལྔའང་ཟེར་ཏེ་དེ་བྱས་ད་ས་བཞི་པ་གིས་འོད་འཕྲོ་བ་ཟེར་ག་ཚ་ཞུ་གི་ཡོད་བ། ཟླ་འོད་འཕྲོ་བ་དེ་ལ་ཡང་ཡོངས་སྦྱོང་དེ་ཤོག་གྲངས་ཉིས་བརྒྱ་བཅུ་དྲུག་ནང་ན་འདུག་པ། ཡོངས་སུ་སྦྱོང་བའི་ཁྱད་པར་ནི་བསྒོམ་པར་གནས་པར་བྱ་བ་ལ་སོགས་པ་བཅུའི་ས་དེ་ཐོབ་པ་ཡིན་དེ་ལྟར་ཡང་ནང་ནས་འདོད་གཞུང་འཕྲོག་བྱེད་དང་རྒྱངས་པ་ཡང་དང་སྡོམ་ལྡན་དང་ཞེས་པ་ལ་སོགས་པ་གསུངས་སོ་ཟེར་བ་དེ་དང་པོ་དེ་ག་རེ་ཟེར་ན། ད་འདི་ལ་ཡང་ཡོངས་སྦྱོང་བཅུ་འདུག་བ་ས་བཞི་བ་དེ་ལ། ད་ཡོངས་སྦྱོང་དང་པོ་དེ་དབེན་པ་ལ་གནས་དགོས་བ་རེད་གནས་དབེན་པ་ལ་བསྡད་པ་གནས་དབེན་པ་ལ་བསྡད་ན་ག་རེ་ཟེར་ན་རང་གི་དགེ་བ་གོང་འཕེལ་དུ་འགྲོ་ཐོ་བ། བཀའ་གཙང་ངོ་མ་ཞུས་པ་ན་སེང་གེ་དག་སྡིག་པའི་ལས་ཐམས་ཅད་ཡང་ཇི་མྱོང་དུ་འགྲོ་ཐུབ་བ་ག་རེ་ཟེར་ན་ཆགས་སོགས་ཉོན་མོངས་པ་སྐྱེ་བའི་གི་རྐྱེན་དེ་ཡོག་མ་རེད་ཆགས་སོགས་ཉོན་མོངས་པ་ཐམས་ཅད་སྐྱེ་ཐུབ་བའི་གི་རྐྱེན་དེ་མེད་ཡོང་དུས་ཨ་ནེ་ནས་དབེན་པ་ལ་བསྡད་ན་དགེ་བའི་ཡོན་ཏན་གོང་འཕེལ་དུ་འགྲོ་ཐུབ་བ་ཐོས་པ་བསམ་པ་སྒོམ་པ་ལ་སོགས་པའི་གི་ལྟ་ང་ཚོ་དགེ་བའི་གི་བྱ་བ་གང་ཡིན་ན་ཡང་གོང་འཕེལ་དུ་འགྲོ་ཐུབ་བོ་རེད་དེ་འདྲ་ཡིན་དུས་ནས་དབེན་པ་ལ་བསྡད་པ་དང་གཅིག་གཉིས་པ་དེ་ལ་ཡང་དེ་ནས་རང་གི་དང་གཅིག་ག་རེ་སོགས་པ་རེད་གཞན་གྱིས་རྙེད་བཀུར་སྙན་གྲགས་ད་ག་ན་སེང་གེ་ཅིག། འབུལ་བ་ལ་སོགས་པ་དེ་འདྲས་ཀྱི་ཐོག་ཡོང་ན་བསམ་པའི་རེ་བ་མེད་པ་ཞིག་གོ། འདོད་རྔམ་མེད་པ་ཅིག་གོ་སོང་དུའང་གཉིས་པ་དེ་ལ་ཡང་དཔེར་ན། ཅིག་དང། འདོད་རྔམ་མེད་པ་ཅིག་གོ་བ་དང་གཉིས་པ་མ་ཐོབ་ན་སེམས་སྐྱོ་སོང་བ་སེམས་སྐྱོ་བ་དང་སེམས་མ་དགའ་བ་བྱེད། གཉིས་པ་ཐོབ་ན་དགའ་བ་དང་དེ་དང་དུ་གླེང་བ་དང་དེ་ཁོ་ན་ཡིད་ལ་སེམས་པ་ལ་སོགས་པ་དེ་འདྲས་མེད་པ་ཅིག་གོ་བ་རེད། དེ་ནས་གསུམ་པ་དེ་ལ་ཡང་དེ་ནས་ཅིག་རྙེད་པ་ལྷག་པར་རྙེད་པ་ལ་ད་ལྷག་པར་ཟེར་ཅི་སྟང་རྙེད་པ་ཙམ་མ་ཡིན་པ་དེ་ནས་རྙེད་པ་ལྷག་པར་ཐོབ་པ་ལ་ཡང་དུས་ངེས་མེད་པ་ཆེ་ཟེར་ཡང་ཅིག་ཚིག་ཡོད་ཆེ་ཟེར་ཡང་དེ་ཆེ་ཆེར་ཟེར་ཡང་ལྷག་པར་ཟེར་དེར་འགྲོ་བ་ལྷག་པར་ཐོབ་པ་ལ་དུས་ངེས་མེད་པ་ཟེར་ན་དེ་རེད། དེ་ནས་གསུམ་པ་དེ་བཞི་པ་དེ་ལ་ཡང་དེ་ནས་རང་གི་སྦྱངས་པའི་ཡོན་ཏན་བཅུ་གཉིས་ལ་སོགས་པ་ལ་གནས་པ་སྦྱངས་ཡོན་བཅུ་གཉིས་ཟེར་ཡང་ཅིག་ཡོད་རེད་སྦྱངས་པའི་ཡོན་ཏན་བཅུ་གཉིས་ལ་གནས་པ། དེ་ནས་ལྔ་པ་དེ་ལ་ཡང་རང་གི་ཕ་རོལ་ཏུ་ཕྱིན་པ་དག་ཅི་ཐང་གི་ཐེག་པ་ཆེན་པོས་ཀྱི་བསླབ་པ་འདི་རང་གི་སྲོག་གི་ཆེད་དུ་ཡང་མི་འདོར་བར་ཅི་དགོས་བ་རེ་དོང་བརྟག་པར་འགྱུར་རིགས་ཤིང་ཡིན་ནས་ཐེག་ཆེན་དོན་ལ་མཁས་པ་དང་བྱང་ཆུབ་སེམས་དཔའི་སྟོབས་ཤིག་ཆུ་སོགས་པོ་ཆེ་ཡང་མི་གཏོང་ངོ་ཞེས་གསུང་བ་ནང་བཞིན་གྱི་རང་གི་སྲོག་གི་ཆེད་དུ་ཡང་ཐེག་པ་ཆེན་པོས་ཀྱི་དག་སྤྱོད་པ་དེ་སོགས་མི་འདོར་བ་ཐེག་པ་ཆེན་པོས་ཀྱི་བསླབ་པ་མི་འདོར་བ་ཞིག་དགོས་ཀྱི་ཡོད་བ་རེད་འོ་དེ་འདྲའི་དེའི་དེ་ནི་ཡོངས་སྦྱོང་ལྔ་བ་ཡིན་པ་རེད་དེ་ནས་ཡོངས་སྦྱོང་དྲུག་པ་དེའི་ཕ་རོལ་པོ་ཀྱི་དག་རང་ལ་ཡང་སྟོད་གུར་སྙན་གྲགས་ལ་སོགས་པ་དང་དཔེ་ཆ་དང་ད་ག་ནང་བཞིན་གྱི་ཅིག་མིང་དང་སྙན་གྲགས་ལ་སོགས་པ་དེ་ཚོ་དེ་དེ་སྡུག་ནང་བཞིན་རེད། དེའི་ཐར་པ་སྒྲུབ་པ་ལ་ཡང་སྲོག་རྩ་གཅོད་མཁན་གྱི་དང། སྲོག་རྩ་སྲོག་རྩ་གཅོད་པར་བྱེད་མཁན་རེད་ད་དེ་ཚོ་དྲིས་ནས་ཡག་པོ་མ་རེད་དུག་ལྟ་བུ་རེད་ཐར་པ་སྒྲུབ་པ་ལ་ཡང་གེགས་གཙོ་བོ་འདྲ་བོ་རེད་བསམ་ནས། དེ་ནས་དེ་བསམ་དགོ་བ་རེད་དེ་ལ་ཡང་འདོད་པའི་ཉེས་དམིགས་མཐོང་དགོ་བ་རེད་འདོད་པ་ལ་ཉེས་དམིགས་སུ་ལྟ་བ་འདོད་པ་ལ་སྐྱོན་དུ་ལྟ་བ་འདོད་པ་དེ་ཡང་དག་པ་མ་ཡིན་པ་འདོད་པ་དེ་ཐར་པ་སྒྲུབ་པ་ལ་གེགས་ཡིན་པ་ལ་ངོས་འཛིན་དགོ་བ་རེད་དེ་འདྲ་ཡིན་དུ་འདོད་ཡོན་ལ་ཉེས་དམིགས་སུ་ལྟ་ནས་དེ་ལ་སྨོད་དགོ་བ་རེད་དེ་དྲུག་པ་རེད། དེ་ནས་བདུན་པ་འདི་ཡིན། ད་ཉན་ཐོས་ཀྱི་གདུལ་བྱ་འདུལ་བ་འོས་པ་ཐམས་ཅད་ལ་ཉན་ཐོས་ཀྱི་ཆོས་བཤད་ནས་རྒྱུད་བཏུལ་དགོས་པ་རེད། ད་ནི་ཐེག་པ་ཆེན་པོ་གི་གང་ཟག་ལ་ཐེག་པ་ཆེན་པོ་གི་ཆོས་བསྟན་ནས་དེ་ཡི་རྒྱུད་བཏུལ་བ་མ་གཏོགས་ནི་རང་རང་གི་ཤེས་བྱ་གཙོ་བོ་བཤད་ནས་གཞན་ལ་གང་ཐོས་ཐོས་དུ་བཤད་ན་ཕན་གྱི་ཡོད་མ་རེད་དེ་འདྲ་ཡིན་དུས་བདུད་རྩིའི་རྒྱུད་ཚོད་བཤད་པ་ཟེར་ཡ་དེ་གལ་ཆེན་པོ་ཡིན་དུས་གཞན་འདུལ་བར་བྱ་བ་ལ་ཐབས་ལ་མ་རྨོངས་པ་ཟེར་ཡ་ཡོང་གི་ཡོད་འདུག་བ་ཐབས་ལ་མ་རྨོངས་པ་ཟེར་ཡ་དེ་ད་སྦྱིན་པ་ལ་དགའ་བ་ལ་སྦྱིན་པའི་གཏམ་བཤད་ནས་འདུལ་དགོས་ཀྱི་ཡོད་རེད། བཟོད་པ་ལ་དགའ་བ་ལ་བཟོད་པའི་གཏམ་བཤད་ནས་ཨ་ནི་དེ་ཡི་རྒྱུད་དུ་བཏུལ་དགོས་ཀྱི་ཡོད་པ་རེད། དེ་འདྲ་ཡིན་དུས་ད་ཁམས་ན་དབང་པོ་མོས་པ་ཟེར་བ་དེ་གཙོ་བོ་ཡིན་པ་རེད་མ་གཏོགས་ཨ་ནི་གང་ཐོད་ཐོད་དུ་རང་གིས་ཤེས་པ་གཙོ་བོ་བྱས་ནས་ཆོས་བཤད་ན་ཕན་གྱི་ཡོད་མ་རེད། དེ་འདྲ་ཡིན་དུས་ད་ལྟ་འདི་ག་ལ་ཡག་ད་ནི་འདུན་པ་དེའི་གདུལ་བྱ་དང་འཚམས་པ་ཨ་ནི་ཅིག་ཤོས་བཤད་ནས་དེ་མྱ་ངན་ལས་འདས་པ་ཐོབ་པར་བྱེད་དགོས་ཀྱི་རེད་གསུངས་ལ་དེ་གསུང་གི་ཡོད་པ་རེད་འདུན་པ་དེ། དེ་ནས་རྗེས་པ་དེ་རང་ལ་ཡག་ད་འདོད་ཡོན་ལོངས་སྤྱོད་ག་རེ་ཡོད་པ་ཡིན་ན་དེ་ཐམས་ཅད་ལ་སྦྱིན་པ་གཏོང་དགོས་ཀྱི་རེད་གསུངས་བ་རེད་གཏོང་ཟེར་ཏེ་སྦྱིན་པ་གཏོང་དགོས་ཀྱི་ཡོད་རེད་ད། རྒྱས་པ་སྟེ་བདོག་པ་ཐམས་ཅད་གཏོང་བ་ཨ་སེ་ཨ་ཏི་ཐམས་ཅད་ཨ་སེ་ཨ་ཚིག་ཅིག་ཡོད་ར་ཏི་ཀ་ར་ས་ན་ཨ་ནི་ཅིག་ཡ་ག་ཐམས་ཅད་དེ་སོ་སོའི་ཉག་བདག་པོ་རྒྱབ་ཨ་ནི་སྡུག་བ་ཐམས་ཅད་དེ་སེམས་ཅན་གཞན་ལ་སྦྱིན་པ་གཏོང་བ་ལྟ་བུ་མ་ཡིན་པ་རང་ལ་གང་ཡོད་པ་ཐམས་ཅད་དེ་ཟས་འདོད་པ་ལ་ཟས་ནོར་འདོད་པ་ལ་ནོར་གོས་འདོད་པ་ལ་གོས་གནས་མལ་འདོད་པ་ལ་གནས་མལ་སྨད་འདོད་པ་ལ་སྨད་གྲུ་གཟིངས་འདོད་པ་ལ་གྲུ་གཟིངས་ལ་སོགས་པ་རྟགས་ཀྱི་མཆོད་ལེའུ་གསུམ་པའི་ནང་ན་མང་པོ་གསུངས་ཡོད་པ་འོ་དེ་ནང་བཞིན་དུ་ད་སྨོན་ལམ་བརྒྱབ་ནས་གང་ལྟར་ཅིག་སྨོན་ལམ་བརྒྱབ་པ་ཙམ་མ་ཡིན་པར་ལག་ལེན་དུ་བསྟར་ནས་ཨ་ནི་གཞན་ལ་སྦྱིན་པ་གཏང་དགོས་ཀྱི་རེད་ཟེར་ཡ་ཏི་རྒྱས་པ་བྱས། འདི་ནི་དགོས་པ་དེ་ཡིན། དགེ་བའི་ལས་གང་འདྲ་ཅིག་བསྒྲུབ་དགོས་ཡོད་ན་ད་འདི་ངའི་ཐུགས་ཁུར་མ་རེད། འདི་ནི་ལྷག་པར་གྱི་དག་ཐེག་པ་ཆེན་པོའི་ཟབ་མོའི་ལྟ་བ་སྒོམ་པ་སྤྱོད་པ་དེ་ཚོ་རེད་དེ་བསམ་གྱིས་མི་ཁྱབ་པ་རེད། ངའི་ཐུགས་ཟབ་མ་རེད་འཇོན་ཟབ་མ་རེད། གང་ཟེར་ན་མགོ་སྦྱིན་པ་ལྟ་དགོས་ཀྱི་འདུག་ལག་པ་སྦྱིན་པ་ལྟ་དགོས་ཀྱི་འདུག་མིག་སྦྱིན་པ་ལྟ་དགོས་ཀྱི་འདུག་དེ་འདྲ་ངའི་ཐུགས་ཟབ་མ་རེད་བསམ་པའི་གེགས་དེ་འདྲས་ཀྱི་ཅིག་ཐེག་པ་ཆེན་པོའི་གི་དག་ཅིག་ལམ་ཡང་དག་པ་དེ་ཚོ་འདྲས་ཀྱི་སེམས་ཞུམ་པ་དང་ཀྱེ་ནི་དེ་ཀྱི་སེམས་སྒྱིད་ལུག་པ་ལ་སོགས་པའོ་དེ་འདྲས་ཀྱི་སྐྱོན་མེད་པ། ངོ་དེ་ཡིན་དུ་རྒྱལ་བའི་ལུགས་ལ་ཞུམ་པ་མེད་པར་ཟེར་ཡ་དུ་དགུ་བ་རེད། དེ་ནས་བཅུ་བ་དེ་དངོས་པོ་གང་ལ་ཡང་མི་བཞག་པ་གསུང་བ་རེད་ད་དངོས་པོ་གང་ལ་ཡང་ཟེར་ལ་ཡོད་དུ་དངོས་པོ་ཟེར་ཡ་འདི་མདོར་ན་འཁོར་འདས་ཀྱི་ཆོས་གང་ལ་ཡིན་ན་ཡང་མ་བཞག་པ་ཅིག་དགུ་བ་རེད་གསུང་བ་རེད་འདུག་བ་འཁོར་བ་དང་མྱ་ངན་ལས་འདས་པའི་ཆོས་གང་ལ་ཡང་མཐའ་གཉིས་ལས་གཞན་པ་མེད་པ་ཅིག་དགུ་བ་རེད་མཐའ་གཉིས་ལ་མ་ཆགས་པའི་གི་ཐོག་ནས་མི་ལས་མྱང་འདས་སྒྲུབ་དགོས་ཀྱི་ཡོད་པ་ཡིན་དུ་དེ་ལ་བརྟེན་ནས་དངོས་པོ་གང་ལ་ཡང་ཆགས་པ་མེད་པ་ཟེར་ཡ་དེ་རེད་འོ་དེ་དེ་དེ་ནས་ས་བཞི་བ་ད་འོད་འཕྲོ་བ་ཟེར་ཡ་དེ་གི་དེ་ནས་ཡོངས་སྦྱོང་བཅུ་ལས་དེ་བྱས། ད་དེ་ནས་ཆོག་གྲངས་ཉིས་བརྒྱ་བཅུ་བདུན་ནང་ལ་ཡ་ས་ལྔ་པ་དེ་སྦྱང་དཀའ་བ་ཟེར་ཁ་ཚ་ངས་ཞུས་པ་ཡིན་པ་ཡ་ས་ལྔ་པ་དེ་སྦྱང་དཀའ་བ་ཟ་ད་དེ་འདི་ནང་ལ་ཡོད་ཡོད་པ་རེད་ད་དེ་སྦྱང་དཀའ་བ་ཟེར་ཡ་དེ་ལ་ཡ་ག་ཚོད་ཡོད་རེད་ཟེར་ན་ཡོངས་སྦྱོང་དེ་ལ་བསྙད་གསོག་བྱས་དོན་དུ་ཕྱིན་པ་དང་འདྲིས་པར་བྱས་པ་ལ་སོགས་པ་བཅུ་སྤངས་པའི་ས་ལ་ཐོབ་པ་ཡིན་ནོ་ཟེར་ད་ཡོངས་སྦྱོང་བཅུ་སྤངས་ཆ་བཅུ་ཐམ་པ་སྤངས་པའི་ཡོངས་སྦྱོང་ཐོབ་དགོས་ཀྱི་འདུག་བ་ཡོངས་སྦྱོང་ཐོབ་ཡག་ལ་དེ་འདྲ་ཡིན་དུས་བཅུ་དེ་ག་རེད་ཟེར་ན་འདྲིས་དང་ཁྱིམ་ལ་འཕྲེང་པ་དང་འདུ་འཛི་ཆོད་པའི་གནས་དང་ནས་བྱས་པ་ལ་སོགས་པ་གསུངས་སོ་ཟེར་ནས་ལུང་ཚིག་རྐང་གཉིས་དྲངས་ཡོད་པ་རེད། དེ་ལ་དང་པོ་དེ། དེ་ནས་ད་རབ་ཏུ་བྱུང་བ་ཐམས་ཅད་དེ། དེ་ནས་ཕྱོགས་གཅིག་ལ་ཡར་བཞུགས་ཀྱི་ཡོད་པ་རེད་དེ་འདྲ་ཡིན་དུས། དེ་ནས་ང་ཚོ་ཁམས་པ་སྐད་དུ་མ་སོང་ད་བྲག་རོ་གྲོང་ཆས་ཟེར་གྱི་འདུག་བ། བྲག་རོ་གྲོང་ཆས་ཟེར་ལགས་ཡིན་དུས་བརྩམས་པ་ལ། དེ་ནས་ཁོ་ལ་ཟ་རྒྱུ་ཞིག་འདུག་འཐུང་རྒྱུ་འདུག་བསམ་པའི་སྐབས་སུ་ལ་ད་དེ་རིང་ང་ཁྱོད་ཤག་ལ་ཡོང་གི་ཡིན་ད་ཟེར་ཡ་འདྲ་བོ་དེ་འདྲས་མ་ཡིན་པ་རེད་འདུག་བ། དུས་རྒྱུན་དུ་ལ། དེ་ནས་བྱེ་བྲག་བྱེ་བྲག་མཐུན་ལམ་བྱེ་བྲག་བྱེ་བྲག་མེད་དེ་ངས་འདྲ་བོ་ཞིག་བྱས་སྐད་ཆ་ཡ་བྱེ་བྲག་མེད་རེད་བྱས། ཨ་ཁོས་ཁང་པའི་ནང་དེ་ལ་ཡར་ཆུ་ཤོག་མང་པོ་ཞིག་བྱས་འབེག་མང་པོ་ཞིག་བརྩིགས། དེ་ནས་གླང་པ་འདྲ་བོ་ཆེ་སྟེ་ཚེ་མང་པོ་ཞིག་སླེབས། དེ་ནས་ཟེར་ངས་འདི་འདྲ་སྐད་མང་པོ་རྒྱབ་སོང་ན་ད་དེ་རིང་ང་གཉིས་འཆམ་པོ་ཞིག་ལ་ས་ཆ་ཁམས་པའི་ནང་འཛུལ་འགྲོ་བ་བྱས་རབ་བྱུང་མཉམ་དུ་ཡག་ད་ང་ཚོ་རབ་བྱུང་གཅིག་པ་རེད་བ་དྲ་གྲོགས་གྲོང་ཞེས་རེད་བ་ཚོ་འཛུལ་འགྲོ་གི་འདུག་བ་དེ་ག་རེ་ཟེར་ན་ཡུམ་ཆུང་ཕ་ཆོག་སྟེ་གི་སྐྱ་ལག་ཁྲོག་ཁོག་བསམ་གི་ཡོད་རེད་བ་འོ་དེ་རེད་ཁ་ལག་ཅིག་ཟ་གི་ཡོད་ན་དེ་ཡི་ཁྲོག་ཁོག་བསམ། དེ་ནས་ཅིག་སྐྱ་ལག་ཞིག་ཡོད་བ་ན་དེའི་ཕྱེད་ཀ་སྒོ་ཞིག་རྒྱབ་དགོས་བ་བསམ་ནས་ད་འཛུལ་འགྲོ་བ་རེད་བ་དེ་འདྲ་ཡིན་དུས་རྙེད་པ་དང་བཀུར་སྟི་དང་ད་དེ་འདྲའི་གི་ཆེད་དུ་ལ་ཡག་རབ་བྱུང་དང་འགྲོག་ན་ཨ་ནི་འགྲིག་གི་མེད་བ་རེད་དེ་འདྲ་ཡིན་དུས་རྙེད་སོ་ཆེད་དུ་ལ་དེ་ནས་རབ་བྱུང་དང་འགྲོག་བ་དེ་བྱས། དེ་ནས། ད། དེ་ནས་གཉིས་པ་དེ་དད་པ་ཅན་གྱི་ཁྱིམ་མི་བསྟེན་པར་སོང་བ་རེད་ད། དད་པ་ཅན་གྱི་ཁྱིམ་བསྟེན་རྒྱུ་མེད་པ་རེད། དེ་བས་ཀ་སོ་དད་པ་ཅན་གྱི་ཁྱིམ་བསྟེན་པ་ཡིན་ན་གཞན་ལ་ད་ཕ་སྐད་ཟ་རྒྱུ་རག་གི་རེད་འདས་འཐུང་རྒྱུ་རག་གི་རེད་འདི་ན་གོན་རྒྱུ་རག་གི་རེད་འདི་ན་རྙེད་རྒྱུ་རག་གི་རེད་ཟེར་ལབ་པ་ཡིན་ན་དེ་ནི་སྦྱིན་བདག་དད་པ་ཅན་བསྟེན་པའི་སེམས་སུན་འགྲོ་དགོས་རེད་བ། ད་འདི་ཚོ་རབ་བྱུང་དེ་ཚོ་ནས་ཡོང་རྒྱུ་མང་ང་ཞིག་འདུག་ག་རེ་ཡིན་ན་སྡུག་རྩུབ་ཙམ་མེད་པ་ཞིག་གཅིག་གི་ཞུགས་ལ་གཅིག་གཉིས་ཀྱི་ཐོག་ལ་ཞུགས་ལ་གསུམ་དེ་འདྲ་ལས་ཡོང་གི་རེད་བསམ་ནས་སེམས་སུན་འགྲོ་དགོས་རེད་བ། དེ་འདྲ་ཡིན་དུ་དེ་ནི་བསྟེན་པ་ལ་སྨྲ་འཇིག་གི་རེད་མ་བསྟེན་པའི་རྒྱུ་ཆགས་གི་རེད་དེ་འདྲ་ཡིན་དུ་དད་པ་ཅན་གྱི་ཁྱིམ་མི་བསྟེན་པ་ཟེར་ཡང་དེ་གཉིས་རེད། དེ་ནས་གསུམ་པ་དེ། ད་ནི་སྐྱེ་བོ་མང་པོ་འདུས་པའི་གྲོང་ལ་ཡང་འགྲོ་རྒྱུ་མེད་སོང་བ་རེད་ད། མི་མང་པོ་འདུས་དེ་ས་ནང་ལ་འགྲོ་གི་ཡིན་ན། དེ་ནི་ཡང་མིན་ན་མགོ་ལ་འཇུག་པ་རག་གི་རེད། ཡང་མིན་ན་ནི་ད་ག་འདི་ཅིག་སྐྱེ་ཡིན་ཆགས་སྒོ་གྱུར་ཅིག་ཆགས་བསྡད་ཀྱི་ཡོད་པ་རེད། ཡང་མིན་ན་ནི་ཆགས་སྡང་གི་གཏམ་སྐད་ཆ་ཅིག་གོ་གི་རེད་དེ་འདྲས་ཡིན་དུས་སེམས་མི་གཡེང་བ་བྱེད་པའི་གི་རྒྱུ་ཆགས་ཀྱི་ཡོད་པ་ཡིན་དུས་དེ་འདྲས་ཀྱི་ཅིག་གྲོང་སྐྱེ་བོ་མང་པོ་འདུས་པའི་གྲོང་ནང་ལ་ཡང་འགྲོ་རྒྱུ་ཡོད་མ་རེད་གསུང་གི་ཡོད་རེད་གསུམ་པ་འདི་ལ་ཡང། དེ་ནས་བཞི་པ་དེ། རེད། བཞི་པ་དེ་དག་ཐེག་པ་ཆེན་པོའི་སྤང་བྱ་ངོ་མ་དེ་བདག་ལ་ལྟོས་པ་དང་གཞན་ལ་སྨོད་པ་ཟེར་དེ་དུ་བ་དང་པོ་བདག་ལ་ལྟོས་པ་ཟེར་དེ་རེད། བདག་ལ་ལྟོས་པ་ཟེར་དུ་བ་རི་བོས་ང་ལ་ཡ་ད་ནི་ཅིག་རྙེད་པ་ཕུལ་ཨེ་ཡོང། ང་ལ་སྐད་གྲགས་ཤིག་བརྒྱབ་ཨེ་ཡོང་བསམ་པ་འདྲ་བོ། ད་ནི་གཞན་གྱིས་ང་ལ་ལྟོས་ར་ཕུལ་ཨེ་ཡོང་བསམ་པ་འདྲ་བོ་བཀུར་སྟི་བྱས་ཨེ་ཡོང་བསམ་པ་འདྲ་བོ་འདི་འདྲ་གི་སྔགས་པ་དང་ལྟོས་པ་རྗེས་སུ་དེ་ལ་ཡང་ཅིག་ཡི་རང་བའམ་དེ་ལ་ཡང་མོས་པ་ཡོད་པ་དང་དེ་ལ་ད་ནི་ཅིག་སྒུག་བསྡད་མཁན་འདྲ་བོ་འོ་དེ་འདྲ་གྱིས་ཡོད་མ་རེད་གསུང་བ་རེད་བདག་ལ་སྔགས་པ་སྤང་དགོས་བ་རེད། དེ་ནས་དེ་ལ་སྤང་དེ་ན་གཞན་ལ་སྨོད་པ་སྔ་བ་དེ་གཞན་ལ་སྨོད་པ་སྤང་བ་ཡིན། ད་ང་རང་ནི་ལྟོས་ཡོད་འདུག་དེ་ནི་གཞན་ལ་སྨྲས་དགོས་ཀྱི་འདུག་གང་ཆགས་དྭངས་གསལ་དེ་འདྲ་ཞིག་ཡོང་གི་ཡོད་པ་རེད་དེ་འདྲ་ཡིན་དུས་གཞན་ལ་སྨོད་པ་སྤང་བ་དེ་སྔ་བ་ཆེ། དྲུག་པ་དེ་ཡིན། དེ་ནས་མི་དགེ་བའི་ལས་བཅུ་ལ་ཡང་འཇུག་པ་སྤང་བ་ད་ལུས་ཀྱི་སྒོ་ནས་མི་དགེ་བ་གསུམ་ངག་གི་སྒོ་ནས་བཞི་ཡིད་ཀྱི་མི་དགེ་བ་གསུམ་ཡོད་རུང་བའོ་དེ་འདྲ་གི་མི་དགེ་བའི་ལས་རྣམས་བཅུ་པོ་དེ་སྤང་བ་དྲུག་པ་རེད། དེ་ནས་བདུན་པ་དེ་ཡིན། དེ་ནས་ད་ཐོས་པའི་ང་རྒྱལ་ཟེར་ཡག་པོ་མེད་པ་རེད་ད་ང་སློབ་སྦྱོང་མཁས་པ་ཡིན་དཔེ་ཆ་མཁས་པ་ཡིན་བསམ་ཡོང་དུས་ད་ནི་རང་དཔེ་ཆ་ཤེས་སློབ་སྦྱོང་མཁས་པ་ཆགས་ཡོང་དུས་གཞན་ལ་ཡང་ཅིག་བལྟས་ཟེར་གྱི་མ་གུས་པ་བྱེད་དེ་ནས་གཞན་ལ་ཡང་སྨད་ར་འདྲ་བོ་བལྟས་སི་སྟངས་ད་ནི་གཞན་ལ་ཡང་དེ་འདྲ་ཟེར་ནས་མ་གུས་པ་ཆགས་པ་ཡིན་ན་དེ་ཐོས་སོག་གི་མ་ཕན་པ་རེད་ད་ཐོས་པའི་རྒྱུད་དུལ་བ་ཟེར་ཡག་དེ་ཐོས་པ་ལ་བརྟེན་ནས་སེམས་རྒྱུད་དུལ་དགོས་ཀྱི་ཡོད་པ་རེད་ཞི་ཞིང་དུལ་བ་བག་ཡོད་པ་ཟེར་གྱི་དགོས་ཀྱི་ཡོད་པ་ཡིན་དུས་དེ་འདྲ་མེད་པ་ད་ནི་ཐོས་པ་ལ་བརྟེན་ནས། དྲེགས་པ་བཅས་ང་རྒྱལ་བཅས་དེ་ནི་གཞན་ལ་མ་འདུས་པ་དང་ང་ལས་ལྷག་པ་མེད་བསམ་པ་འདྲ་བ་དེ་འདྲའི་ང་རྒྱལ་བཅས་ཡོད་འདུག་དེ་ཆོས་ཀྱི་བར་ཆད་ཆེན་པོ་ཡིན་པ་རེད་དེ་འདྲ་ཡིན་འདུག་དེ་སྤངས་པར་གསུངས་འདུག་བ་དེ་བཅས་བདུན་པ་དེ། དེ་ནས་བརྒྱད་པ་དེ། ད་བརྒྱད་པ་དང་དགུ་པ་གཉིས་དེ་མཉམ་དུ་འགྲོ་དགོས་ཀྱི་ཡོད་ས་རེད། ད་འདི་ག་རེ་གསུངས་ཀྱི་ཡོད་རེད་ཟེར་ན། དགེ་དང་མི་དགེ་བ་ལ་གོང་འོག་ལྡོག་སྟེ་ཞེན་པ། གོང་འོག་ལྡོག་སྟེ་ཞེན་པ་ཟེར་ཡག་དེ། དང་པོ་དེ་མི་དགེ་བ་ལ་ཞེན་པ་ཟེར་ཡག་དེ་དེ་རྒྱས་པ་རེད་ད། རེད་དོ། མི་དགེ་བ་ལ་ཞེན་པ་ཨོ་ན་སེ་མི་དགེ་བ་ལྡོག་དགོས་ཀྱི་ཡོད་རོ་ད་མི་དགེ་བ་མ་གཏོགས་པ་ཅི་མི་དགེ་བ་ལ་ཞེན་པ་ཡོད་པ་དེ་རྒྱས་པ་བྱེད། ཨ་ནི་དགེ་བ་ལ་མ་དགའ་བ། དགེ་བ་ལ་སྡང་བའམ་དགེ་བ་ལ་མ་དགའ་བ་དེ་དགུ་བ་བྱེད། དེ་ནས་ལོག་པར་ལྟ་བ་དང་ཆགས་སོགས་ཉོན་མོངས་པ་ལ་ཡང་བློ་ཕྱོགས་པ་དང། ལོག་པར་ལྟ་བ་ཟེར་དུས་ལོག་ལྟ་རེད་བ་ལོག་ལྟ་ལ་ཡང་སེམས་ཕྱོགས་པ་དང་ལོག་ལྟ་ལ་དགའ་བ། ལོག་པར་ལྟ་བ་ལ་སེམས་ཕྱོགས་པ་དང་ཆགས་སོགས་ཉོན་མོངས་ལ་སེམས་ཕྱོགས་པ། དེ་བཅུ་དེ་ལ་ཡང་ས་ལྔ་བད་ཀན་ཡོངས་སྦྱོང་བཅུ་ཟེར་ཡང་དེ་དེ་རེད་དེ་བཅུ་དེ་སྤངས་དགོས་ཀྱི་ཡོད་དཱ་དེ་སྤངས་ན་ཡོངས་སྦྱོང་ཐོབ་དགོས་ཀྱི་ཡོད་རེད་བ་དཱ་ས་དྲུག་པ་རེད། དྲུག་པ་དེ་ལ་ཡང་དེས་ཟེར་གྱི་འདུག། མངོན་དུ་གྱུར་པ་གསུང་གི་དུའང་མངོན་དུ་གྱུར་པའི་སའང་ཟེར་ཡ་དེ། ད་འདི་རྟེན་འབྲེལ་ལུང་ཆུང་རྟེན་འབྲེལ་བཅུ་གཉིས་ལུང་ཆུང་དུ་བསྒོམས་ནས། དེ་ནི་ག་ཟེར་བ་རེད། འཁོར་བ་ལས། འཁོར་བ་ལས་བཟློག་པ་དང་རྟེན་འབྲེལ་བཅུ་གཉིས་མྱང་འདས་ཀྱི་རྟེན་འབྲེལ་བཅུ་གཉིས་ལུས་རྟོག་ཏུ་བསྒོམས་པའི་མྱང་འདས་ལ་ཕྱོགས་པ་གཅིག་དགུ་དགུ་ཡོད་པ་ཡིན་དུས། དེ་ལ་ཡང་ཡོངས་སྦྱོང་གི་འཆད་པ་དེ་ཕྱོགས་གྲངས་ཉིས་བརྒྱ་བཅོ་བརྒྱད་ནང་དུ་སྦྱིན་པ་ལ་སོགས་པ་ཆོས་དྲུག་ཡོངས་སུ་རྫོགས་པར་བྱ་བ་བསླབ་པ་དང། ཉན་རང་ལ་འདོད་པ་སོགས་ཆོས་དྲུག་སྤང་བ་དང་བསླབ་པ་དེ་དེ་དག་བཅུ་གཉིས་གསར་དུ་ཐོབ་པ་ཡིན་ནོ། སྦྱིན་དང་ཚུལ་ཁྲིམས་བཟོད་བརྩོན་འགྲུས་བསམ་གཏན་ཤེས་རབ་དང་ཐུགས་དཔེ་ཟེར་དང་མདོར་ན། ཕར་ཕྱིན་དྲུག་ལ་བསླབ་དགོས་བ་ལ་དང་པོ་དེ། ཕར་ཕྱིན་དྲུག་ལ་སློབ་པར་བྱེད། དེ་ནས་ཉན་རང་ལ། ཉན་རང་ལ་འདོད་པ་སོགས་ཆོས་དྲུག་སྤང་བ་ཟེར་བ་དེ་དང་པོ་དེ་ག་རེ་ཟེར་ན། དེ་ནས། ཉན་ཐོས་ལ་འདོད་པ་སྤང་དགོས་བ་རེད། ཕ་རོལ་ཏུ་ཕྱིན་པ་ཡོངས་སུ་རྫོགས་ཡིན་དུས་དེ་དང། དེ་ཡི་སྤྱོད་ཡུལ་དུ་མ་གྱུར་པ་དེ་ག་རེ་ཟེར་ན་ཉན་ཐོས་རེད། དེ་འདྲ་ཡིན་དུས་ཉན་ཐོས་ལ་མངོན་པར་འདོད་པ་དེ་སྤང་དགོས་བ་ཡོད་བ་རེད་སྤང་བའང་གསུངས་འདུག་བ། སྤང་བའི་ཕྱོགས་རེད། དེ་ནས་གཉིས་པ་དེ་རང་སངས་རྒྱས་ལ་འདོད་པ་སྤངས་དགོས་ཡག་རེད། གསུམ་པ་དེ་དེ་ནས་སྟོང་ཉིད་ལ་སྐྲག་པ་སྤངས་དགོས་བ་རེད་ད་ཟབ་མོ་སྟོང་པ་ཉིད་ཟེར་ཡག་དེ་ཉན་རང་རྣམས་ཀྱི་གི་ད་སྤྱོད་ཡུལ་ཆགས་ཐུབ་ཀྱི་ཡོད་མ་རེད་དེ་འདྲ་ཡིན་དུས་ངོ་བོ་ཉིད་ནས་དམིགས་པ་ལ་སྐྲག་པ་ཟེར་དེ་སྤངས་དགོས་བ་ཡག་རེད་གསུམ་པ་དེ་བཞི་པ་དེ་དེ་ནས་རླུང་དབང་པོ་གི་བླངས་ན་དེ་ནས་སེམས་ཞུམ་པ་ཟླ་བ་རེད་ད། ང་ལ་ཡ་ཟས་སྤྲད་རོགས་ཅིག་ལ་ཡིན་དུ་དེ་འདྲའི་སེམས་བྱུང་ནས་ཨ་ཁ་ད་པས་ཟ་སོང་བསམ་ས་འདྲ་བོ་ཟེར་བ་ཨོ་དེ་འདྲ་ཡོང་གི་འདུག་བ། དེ་ནས་དེ་མ་ཡིན་པ་ད་ཟས་ད་གོ་ད་ད་རུང་ཨོ་ཙེ་རེད་ད་སེར་དང་དངུལ་ལ་སོགས་པ་དེ་འདྲས་ཅིག་སློང་ཡོང་རྗེས་རྩམ་པ་ལ་དེ་འདྲས་ད་སྤྲད་མ་ཐུབ་བ་དེ་ལ་ཡ་སེམས་བྱུང་བ་ཟེར་ཡ་དེ་ཞི་བ་རེད། དེ་ནས་ཡང་རྔ་བ་དེའི་བདོག་པ་ཐམས་ཅད་རང་བཞིན་གྱིས་ད་ཅིག་ཁར་སོང་བ་རེད་གཏོང་ཡ་ལ་ཡ་མི་དགའ་བ་དེ་དེ་ནས་རྔ་བ་རེད། རང་བཞིན་གྱིས་མི་དགའ་བ་ཟེར་གི་འདུག་བ། ཅི་ད་མི་འགའ་ཤས་ད་སྦྱིན་པ་གཏོང་ཡ་ལ་དགའ་བོ་མེད་པ་རེད་དང་པོ་ནས་ཨོ་དེ་རེད། དོན་ནི། བཀྲེན་ཡང་སློང་བ་པོ་མི་སྤོང་བའི་སེམས་སྤོང་བ་ཟེར། སྐྲག་མགོ་ཆག་ན་ཡང་ད་ངས་སློང་བ་པོ་ནམ་ཡང་སྤོང་གི་མེད་བསམ་པའི་བསམ་བློ་ཞིག་ཡོད་རེད་བ། འོ་དེ་ད་ཅིག་མི་སྤོང་བའི་སེམས། དེ་སྤོང་བ་དེ་འཁྲུག་པ་རེད་ད་དེ་སྐྱོན་རེད་བ། ད་ང་སྐྲག་མགོ་ཆག་ན་ཡང་ངས་སློང་བྱང་ཆུབ་སེམས་དཔའ་ཡིན་ན་ད་ནི་ག་རེ་དགོས་རེད་ཟེར་ན་སེམས་ཅན་གཞན་ལ་ཡ་སྦྱིན་པ་བཏང་བ་ལ་ད་ང་སྐྲག་མགོ་ཆག་སོང་ན་ཡང་ངས་སེམས་ཅན་གཞན་བློས་གཏོང་གི་མེད་ད་དེ་ཅིག་ཟས་འདོད་པ་ལ་ངས་ཟས་སྤྲོད་ཀྱི་ཡིན། གོས་འདོད་པ་ལ་ངས་གོས་སྤྲད་ཀྱི་ཡིན་བསམ་པའི་གི་བློ་ཞིག་དགོས་ཀྱི་ཡོད་རེད་བ་འོ་དེ་འདྲའི་གི་བློ་དེ་སྤངས་ན་སྐྱོན་ཡིན་པ་རེད་དེ་དྲུག་དེའི་ཡིད་ཆེས། ད་དེའི་གཞུག་ལ་ཡ། དེ་ནས་ས་བདུན་པ་རེད་བདུན་པ་དེ་ལ་རིང་དུ་སོང་བའང་གསུང་གི་ཡོད་པ་རེད་ཤོག་གྲངས་ཉིན་བརྒྱ་ཉི་ཤུ་ནང་ལ་འདུག་ད་དེ་ལ་ཡོངས་སུ་སྦྱོང་བའི་འཆད་པ་དེ་ལ་ཡ། བདག་ཏུ་འཛིན་པ་ལ་སོགས་པ་ཉི་ཤུ་སྤངས་ནས་གསུང་དུ་བ་དེ་ལས་བཟློག་པའི་ཆོས་རྣམས་རྣམ་ཐར་སྒོ་གསུམ་འཆད་པ་ལ་སོགས་པ་ཉི་ཤུ་བསྟན་པའི་ས་དེ་ཐོབ་པ་ཡིན་ནོ་བདག་དང་སེམས་ཅན་འཛིན་པ་དང་ཞེས་དང་རྣམ་ཐར་སྒོ་གསུམ་འཆད་པ་ལ་སོགས་པ་གསུངས་སོ། ད་དང་པོ་དེ་ག་རེད་ཟེར་ན། དེ་ནས་བདག་ཏུ་འཛིན་པ་ཉི་ཤུ་སྤངས་སེ་ཡ་དེ། དང་པོ་བདག་སྤངས་པ་དང་དེའི་གྲངས་ཀ་རྒྱབ་ཤ་ནས་འགྲིག་གི་ཡོད་རེད། དང་པོ་དེ་བདག་སྤངས་པ། གཉིས་པ་དེ་སེམས་ཅན་སྤངས་པ། གསུམ་པ་དེ་སྲོག་སྤངས་པ། བཞི་པ་དེ་གང་ཟག་སྤངས་བ། ཨ་ནི་ལྔ་པ་དེ། ཆད་པའི་མཐའ་སྤངས་བ། དྲུག་པ་དེ་རྟག་པའི་མཐའ་སྤངས་བ། བདུན་པ་དེ་མཚན་མར་འཛིན་པ་སྤངས་བ། དེ་ནས་བརྒྱད་པ་དེ། རྒྱུ་རུ་འཛིན་པ་སྤངས་བ། དེ་ནས་དགུ་བ་དེ་ཕུང་པོར་འཛིན་པ་སྤངས་བ། བཅུ་བ་དེ་ཁམས་ལ་འཛིན་པ་སྤངས་བ། བཅུ་གཅིག་པ་དེ་སྐྱེ་མཆེད་བཅུ་གཉིས་ལ་འཛིན་པ་སྤངས་བ། དེ་ནས་བཅུ་གཉིས་པ་དེ་ཁམས་གསུམ་འདོད་ཁམས་སུ་ཁམས་གཟུགས་མེད་གསུམ་པོ་ལ་ཡང་གནས་པ་དེ་སྤངས་བ། དེ་ནས་བཅུ་གསུམ་པ་དེ་ཡང་དེ་ནས་ཁམས་གསུམ་པོ་ལ་སེམས་འཆར་བ་སྤངས་བ།

ད་ལྟ་སྟོང་པ་ཉིད་ལ་རྩོད་པ། ད་སྟོང་ཉིད་ལ་རྩོད་པ་བརྒྱབ་པ་དེ་བཅོ་བརྒྱད་རེད། མར་བཅུ་དགུ། ད་ཚུལ་ཁྲིམས་ལ་ལྟ་བའི་དངོས་གཞི་དེ་བཅོ་བརྒྱད་ཆགས་སོང་ང་སྟོང་ཉིད་ལ་རྩོད་པ་དེ་བཅུ་དགུ། དེ་ནས་བཅོ་ཉི་ཤུ་པ་དེ་ཡང་འདི་ནས་དགའ་བ་བརྗོད་པ། ད་ལྟ་བ་ཡིན་ན་རེད་ཐེག་པ་གོང་འོག་ཡིན་ན་རེད་གྲུབ་མཐའ་གོང་འོག་ཐོག་ལ་ཡང་དགའ་བ་བརྗོད་ནས། སྤྱིར་རིག་སངས་རྒྱས་ཀྱི་ཆོས་ཡོངས་སུ་རྫོགས་མ་དེ་དག་གཅིག་ལ་འགའ་བུ་རམ་གོང་མ་ནང་བཞིན་རེད། གཅིག་གནས་སྐབས་དེ་ནས་གདུལ་བྱའི་རྒྱུད་ཡང་དག། ཁ་བྱང་ཡང་བཤད་འདུག་ལ་ཡ། ལམ་གྱི་རིམ་པ་དྲང་ངེས་ཀྱི་རིམ་པ་ལ་སོགས་པ་དེ་ཚོ་མང་པོ་གསུང་གི་ཡོད་རེད་དེ་མཐར་ཐུག་ངོ་མ་དེ་དག་ཅིག་གང་ལྟར་འཛམ་བུ་གླིང་བ་ཆུ་ཆུ་ཕྲན་མང་པོ་ཡོད་ན་ཡང་ཡོངས་སུ་མ་ལུས་པར་འདུས་ས་དེ་དག་རྒྱ་མཚོ་ཆེན་པོ་བཞིན་དུ་ཡང་ནི་ཅིག་ལྟ་བ་དང་ཅིག་ཐེག་པ་གྲུབ་མཐའ་གོང་འོག་གི་ལྟ་བ་རེད་རྩོད་པ་མང་པོ་ཡོད་རེད་དེ་ཡིན་ན་དེ་ཐམས་ཅད་དེ་དག་གནས་སྐབས་དྲངས་པའི་ཆེད་དུ་གསུངས་པ་རེད་མ་གཏོགས་མཐར་ཐུག་ལ་ནི་དེ་ཐམས་ཅད་དེ་དག་ཅིག་མ་གཏོགས་སོ་སོ་ཡོད་མ་རེད་ཡིན་ན་ཡང་དག་དེ་འདྲ་དེ་ཁས་མ་ཤེས་ནས་དཔེར་ན་ལྟ་བའི་ཐོག་ནས་རྩོད་པ་མང་པོ་ཡོང་གི་འདུག་བ་ལྟ་བའི་རྩོད་པ་མང་པོ་ཡོང་གི་རེད་དེ་ལྟ་བའི་རྩོད་པ་ལ་བརྟེན་ནས་དཔེར་ན་ཅིག། སངས་རྒྱས་ཀྱི་ཆོས་ལ་ཡང་དགའ་བ་བརྗོད་ནས། བྱང་ཆུབ་ཅིག། གོང་མ་གོང་མ་ནས་གསུངས་པ་དེ་འོག་མ་འོག་མ་ལས་ཡང་འགལ་ཏེ་ངན། དེའི་འོག་མ་ནས་གསུངས་ཟེར་བ་དེ་ཡང་ཅིག་གསང་སྔགས་རྡོ་རྗེ་ཐེག་པའི་གེ་ལ་མ་འགལ་ཏེ་ངན་འདྲ་བོ། མདོར་ན་སྡེ་སྣོད་གསུམ་པོ་དེ་ཆ་མ་མཉམ་ཏེ་ངན་འདྲ་བོ། སྡེ་སྣོད་གསུམ་དེ་གཅིག་གིས་གཅིག་ལ་ཡང་དགའ་འདུག་གི་ཕུང་པོ་རེ་སོང་བ་འདྲ་བོ་དེ་འདྲའི་གེ་ལ་ཅིག་བློ་ཕྱིན་ཅི་ལོག་པའི་གེ་ལ་ཅིག་ལྟ་བ་ངན་པ་དེ་འདྲའི་གེ་རྗེས་སུ་སོང་ནས་ལྟ་བའི་རྩོད་པ་མང་པོ་ཡོང་འདུག་གི་འདུག་བ་དེ་འདྲའི་གེ་ལ་ཆོས་སྤོང་གི་ལས་མང་པོ་བསགས་ཀྱི་ཡོད་རེད་དེ་འདྲ་མ་ཡིན་པ་མདོར་ན་དེ་ཚོ་ཐམས་ཅད་དེ་གཅིག་ཏུ་འཛིན་ཤེས་དགོས་བ་རེད་རྒྱུ་མཚན་བཤད་པ་རེད་འདུག་བ་དེ་འདྲ་ཡིན་དུ་དེ་སྤང་དགོས་བ་དེ་ག་རེ་སྤང་དགོས་སམ་དགའ་བ་བརྗོད་པ་སྤང་བ་ཟེར་ཡ་དེ་དེ་རེད། ཉི་ཤུ་བལྟམས་པ་འདི་རེད་དོ། ད་ནི། བདག་འདི། ད་ལྟ་འདི་རེད། བདག་ཏུ་འཛིན་པ་ལ་སོགས་པ་ཉི་ཤུ་སྤང་བླང་སོང་ཡང་ཏེ་འདི་རེད་སྤང་བྱ། ད་བསྟན་བྱ་ཅི་དགོས་བར་སྤང་ཚར་ན་བསྟན་ཅི་བསྟན་དགོས་བར་བ་བསྟན་ཡང་དེ་ག་རེ་དགོས་བར་ཟེར་ན། ད་ནི་རྣམ་ཐར་སྒོ་གསུམ་བཤད་པ་ལ་སོགས་པ་ཉི་ཤུ་ལ་བསྟན་པ་སོང་འདུག་བ་དེ། དེ་ནི་རྣམ་ཐར་སྒོ་གསུམ་བཤད་པ་ཟེར་རྣམ་ཐར་སྒོ་གསུམ་ཟེར་ཡ་དེ། ངོ་བོ་སྟོང་པ་ཉིད་རྒྱུ་མཚན་མ་མེད་པ་འབྲས་བུ་སྨོན་པ་མེད་པ་དེ་ལ་ཡང་རྣམ་ཐར་སྒོ་གསུམ་གསུང་གི་ཡོད་བ་ལ་དེ་འདུག་རྣམ་ཐར་སྒོ་གསུམ་བཤད་པ་ལ་གཅིག། འདི་ནས་གཉིས་པ་དེ་ལ་ཡང་དགེ་བ་བཅུ་གི་ལས་ལམ་ལ་ཡང་དང་མདོར་ན་ཁུ་སུམ་མེ་མེད་དཔལ་གྱི་རྩིས་ཟིན་པའི་ཐོག་ནས་དགེ་བ་དྲུག་དགོས་པ་རེད་གསུང་བ་རེད་དེ་རེད་འདུག་བ་དེ་ག་ཚོད་སྔོན་མ་ནས་མང་པོ་དོན་བཟུང་བ་ཤེར་བ་ལེའུ་ནང་ལ་ཡང་སྦྱིན་པ་གཏང་མཁན་ང་རང་གཏང་རྒྱུ་གི་དངོས་པོ་གཏང་བའི་ཡོད་གསུམ་ག་ཡང་སྣང་ཙམ་རེད་མ་གཏོགས་རང་བཞིན་གྱི་བདེན་པ་སྤྲོས་པ་ཡོད་མ་རེད་བསམ་པས་མདོར་ན་ད་སྦྱིན་པ་གཏང་ཡང་སྐད་ཆ་གཅིག་པུ་མ་རེད་ད་སྤྱི་བཏང་གི་ཚིག་བཞིན་བཞག་པ་རེད་མ་གཏོགས་ངོ་མ་འདི་ལྟར་དགེ་བ་གང་དང་གང་བསྒྲུབས་པ་ཡིན་ན་ཡང་དེ་ཐམས་ཅད་དུ་ཁུ་སུམ་དམིགས་པ་མེད་པའི་ཤེས་རབ་ཀྱི་རྩིས་ཟིན་པའི་ཐོག་ནས་དགེ་བ་བླ་མེད་དུ་འགྱུར་དགོས་ཀྱི་ཡོད་པ་ཡིན་དུས་དེ་གཉིས་པ་རེད། དེ་ནས་གསུམ་པ་དེ། སེམས་ཅན་ཐམས་ཅད་ལ་སྙིང་བརྩེ་བ་དགོས་པ་རེད། འདི་ངའི་མ་རེད། འདི་ངའི་གཉེན་རེད། འདི་ངའི་དགྲ་རེད་ཟེར་དེ་འདྲས་ཀྱི་དག་ཅིག་གིས་དགྲ་གཉེན་ཕྱོགས་རིས་ཀྱི་དབྱེ་བ་སོང་པ་ཡིན་ན། ཐེག་པ་ཆེན་པོའི་གི་ལམ་སྔར་མ་མ་རེད་ཡང་དག་པ་མ་རེད་དེ་འདྲས་ཡིན་དུས། དེ་འདྲས་ཀྱི་ཅིག་དགྲ་གཉེན་རིས་སུ་མ་ཆད་པར་འདོར་ན་དགྲ་གཉེན་བར་མེད་འདོད་པའི་སེམས་ཅན་ཡོད་དོ་ཅོག་ཐམས་ཅད་ལ་སྙིང་བརྩེ་བ་ཡོད་པ་དེ་དག་གསུམ་པ་རེད། དེ་ནས་བཞི་པ་དེ་དངོས་པོ་ཐམས་ཅད་ལ་དམིགས་པ་མེད་པ་ཟེར་ཡ་དེ་དག་གལ་ཆེན་པོ་རེད་དམིགས་པ་མེད་པ་ཟེར་ཡ་དེ་འདོར་ན། བཞི་བ་ལས་གསུམ་པ་ནང་བཞིན་གྱི་གང་ཚེ་གང་ཞིག་མེད་དོ་ཞེས་རྟག་ཅིང་དངོས་པོ་མི་དམིགས་པ་དེ་ཚེ་དངོས་མེད་གཏན་འདྲ་བ་བློ་ཡི་མདུན་ན་ཞི་དར་གནས་སོང་བ་དེ་དག་ཡུལ་རང་བཞིན་ཅིག་མ་གྲུབ། ཡུལ་ལ་བཏགས་པའི་ཡུལ་རང་བཞིན་ཅན་མ་གྲུབ། དེའི་བཏགས་འཛིན་གྱི་སེམས་ལ་བལྟས་པའི་སེམས་ཀྱང་རང་བཞིན་ཅན་མ་གྲུབ། དེའི་ཕྱིར་ན་དང་ཡུལ་དང་སེམས་གཉིས་ཀ་ཡང་མདོར་ན་དང་ཆོས་ཀྱི་དབྱིངས་ཀྱི་རང་བཞིན་ཅན་གང་འགྲོ་འོང་དང་འཁྲ་བའི་གནས་ཚུལ་ཡིན་པ་རེད། འོ་དེ་འདྲའི་ཡིན་དུས་དང་དེའི་ངང་ལ་མ་བཅོས་པའི་རྣམ་པ་མཉམ་པར་གནས་ཐུབ་ན་དེ་ལ་དངོས་པོར་དམིགས་པ་བཏགས་བ་ཟེར་བ་དེ་ལྟར་དང་དངོས་པོར་དམིགས་པ་མེད་པ་ཟེར་བ་དེ་བཞི་བ་བཅས། དེ་ནི་ལྔ་པ་དེ་ཆོས་ཐམས་ཅད་མཉམ་ཉིད་དུ་རྟོགས་པ་ཟེར། དབུ་མའི་སྐབས་སུ་ཆ་རིམ་བཞི་བཤད་ཡོད་དུ་བརྩམས་པ་དང་པོ་སྟོང་ཉིད་དེ་ནི་སྤྲོས་བྲལ་དེ་ནི་ཟུང་འཇུག་དེ་ནི་མཉམ་ཉིད་ཅེས་བཞི་བཤད་ཀྱི་ཡོད་པ་རེད། འོ་དེ་འདྲ་ཡིན་དུས་དང་མཐར་ཐུག་ངོ་མ་དང་མཉམ་པ་ཉིད་ལ་ཆོས་ཐམས་ཅད་མཉམ་པ་ཉིད་དུ་རྟོགས་པ་རེད། མདོར་ན་འཇིག་རྟེན་གྱི་ཁམས་ལ་ཡང་དག་ཉི་མ་རེ་རེ་བཞིན་དུ་ལ་ཤེས་བྱེད་ཀྱི་ཆོས་མ་འདྲ་བ་མ་འདྲ་བ་མང་པོ་ཡོང་བསྡད་ཡག་གི་རྒྱུ་མཚན་དེ་ག་རེ་ཡར་རྒྱས་མང་པོ་འགྲོ་ཡག་ཡོད་པ་དང་ད་ཆའི་མཐོང་བྱ་ཡང་གཅིག་འདྲ་མི་འདྲ་མང་པོ་ཅིག་ཡོད་བསྡད་པ་དེ་ཚོས་ཚང་མ་དེ་ཆོས་ཐམས་ཅད་མཉམ་ཉིད་ཡིན་པའི་རྒྱུ་མཚན་དེ་ནས་ཡོང་གི་ཡོད་པ་རེད་དེ་འདྲ་ཡིན་དུས་ལྔ་པ་དེ་ཆོས་ཐམས་ཅད་མཉམ་ཉིད་དུ་རྟོགས་པ་དྲུག་པ་དེ་དེ་ནི་ཐེག་པ་ཆེན་པོ་གཅིག་ཏུ་རྟོགས་པ་རེད་མདོར་ན་ལྟ་བའི་ཐོག་ནས་འཆད་པ་ཡོད་རེད་དཔེར་ན་དབུ་སེམས་འདྲ་པོ་ཆགས་ཆགས་པ་ཡིན་ན་ཐེག་པ་ཆེན་པོའི་ནང་ལ་ཡང་དཔེར་ན་སེམས་ཙམ་པའི་ལྟ་བ་ཞིག་ཡོད་རེད་སེམས་ཙམ་པོ་ནང་ལ་ཡང་དག་ཅིག་སེམས་ཙམ་རྣམ་བདེན་པ་རྣམ་བདུན་དེ་རྣམ་བདེན་ལ་ཡང་གཅིག་དག་གཅིག་དབྱེ་བ་དེ་འདྲས་དག་ན་སྣ་ཚོགས་གཉིས་མེད་པ། དེ་ནས་རྣམ་ཤེས་གྲངས་མཉམ་པ་སྒོ་ང་ཕྱེད་ཚར་བ་ལ་སོགས་པ་དེ་འདྲའི་དབྱེ་བ། དེ་ནས། ད་ནི་དེའི་རྣམ་རྫུན་པ་ལ་ཡིན་ན་ནི་དེ་ནས་ཅིག་དྲི་ཆའི་རྣམ་རྫུན་དང་དྲི་མའི་རྣམ་རྫུན་གྱི་དབྱེ་བ། ད་དེ་འདྲ་གི་ཅིག་ལྟ་བ་ཐོག་ནས་མང་པོ་ཅིག་བཤད་དེ་ཡོད་པ། དེ་ནས་ཅིག་དབུ་མའི་ནང་ལ་ཡང་དག་ཅིག་མཐའ་རང་གི་དབྱེ་བ། ཅིག་རང་བྱུང་པ་ལ་ཡང་དབྱེ་བ་མང་པོ་ཅིག་ཡོང་གི་ཡོད་རེད། དེ་ནས་མཐའ་འབྱུང་བ་ནང་ལ་ཡང་དག་དེ་འདྲ་གི་ཅིག་ཁྱད་པར། ཅིག་ཆ་ཅིག་གཞན་ཡང་མ་འདྲ་བ་མང་པོ་ཡོང་གི་ཡོད་རེད་དེ་ཡིན་ན་ཡང་དག་མཐའ་ཐུག་ལ་ཐེག་པ་ཆེན་པོ་ཐམས་ཅད་དེ་དག་སྒྲ་སྒོམ་སྐྱེ་གསུམ་གྱི་གནད་གཅིག་རེད་མ་གཏོགས་སོ་སོ་ཡོད་མ་རེད་དེ་འདྲ་ཡིན་དུས་ད་ཐེག་པ་ཆེན་པོ་གཅིག་མདོར་ན་གུ་རམ་བུ་རམ་གྱི་གོར་མོ་ནང་བཞིན་བྱས་ནས་ག་ནས་ཟེར་ན་སྔ་མོ་མ་གཏོགས་རང་ཉིད་ཚོ་ཡི་ཤར་ལྷོ་ནུབ་བྱང་ནས་ཡང་འགའ་ཞིག་སྐྱུ་རུ་འགའ་ཞིག་ཁ་བསྡད་མཁན་ཡོད་མ་རེད་དེ་འདྲ་ཡིན་དུས་ད་དེ་འདྲ་བ་ཡ་ལྟོགས་དགོས་རེད་གསུང་བ་རེད་འདུག་བ། འོ་དེ་དྲུག་པ་དེ། དེ་ནས་བདུན་པ་དེ། མི་སྐྱེ་བ་ཡོངས་སུ་ཤེས་པ་ཟེར་མདོར་ན་ད་ཟད་པར་ཤེས་པ་དང་མི་སྐྱེ་བར་ཤེས་པ་ཟེར་གྱི་འདུག་བ། འོ་དེ་ཆོས་ཐམས་ཅད་སྐྱེ་བ་མེད་པར་ཤེས་པ་ཟེར་ཡ་དེ་གཅིག་པར་མི་སྐྱེ་བ་ཡོངས་སུ་ཤེས་པ། དེ་ག་ཚོད་འགོ་ལ་ཡང་འགྲོ་སོང་ང། དེ་ནས་རྗེས་པ་དེ། དེ་ནས་ཅིག་ཆོས་ཐམས་ཅད་ངེས་པར་རྟོགས་པའི་བཟོད་པ་ཁོང་དུ་ཆུད་པ། སྟོང་ཉིད་རྟོགས་ཡོན་དུ་སྐྲག་འགྲོ་བ་མ་ཡིན་པ། སྟོང་པ་ཉིད་ཟེར་དོན་ནི་སྐྲག་ནས་གྲོལ་འགྲོ་བ་དག་པ་མ་ཡིན་པ། སྟོང་ཉིད་རིག་པའི་དང་སྟོང་ཉིད་ལ་བཟོད་ཐུབ་པ། ཟབ་མོའི་ལྟ་བ། ལྟ་བ་བསྒོམ་པ་སྤྱོད་པ་ལ་སོགས་པ་ག་རེ་བཤད་པ་ཡིན་ན་ཡང་དེ་ལ་ཡང་བཟོད་ཐུབ་པ། དེ་ལ་དགའ་བ་ཡོད་པ་དེ་ལ་མོས་པ་ཡོད་པ་ཅིག་དགོས་ཀྱི་རེད། དེ་ལས་འགྲོ་དེ་ཡོད་ན་བཟོད་པ་ཁོང་དུ་ཆུད་པ་ཟེར་བས་ཟབ་མོའི་གནས་ལ་བཟོད་པ་ཁོང་དུ་ཆུད་པ་ཟེར་ཏེ་འདིར་རྒྱས་པ། དེ་ནས་དགུ་བ་དེ། དེ་ནི་ཤེས་བྱ་ཐམས་ཅད་དེ་དག་མདོར་ན་ཐེག་པ་ཆེན་པོའི་གི་ཐབས་ཀྱིས་སྟོན་པ་ཡིན་པ་རེད་རེད་འདུག་བ། མདོར་ན་མ་གི་དྲང་དོན་གྱི་ཆོས་འཁོར་ནས་ཕྱིན་ནས་ཡ་གི་ངེས་དོན་གྱི་ཆོས་འཁོར་བར་དུ་ལ་ཡང་དག་གཅིག་ཚང་གི་དྲང་ངེས་ཀྱི་རིམ་པ་མང་པོ་ཡོང་གི་ཡོད་རེད། དེ་ནས་དེ་ཚོ་འདྲེས་ལ་ཡང་དག་ཅིག། དགོས་པ་དགོངས་གཞི་མང་པོ་གཅིག་གི་ཐོག་ནས་འགྲོ་བསྡད་ཀྱི་ཡོད་པ་ཡིན་འདུག་དེ་ཐམས་ཅད་ཡང་གཙོ་བོ་དེ་ལྟ་ཐབས་ཀྱི་ཐོག་ནས་སེམས་ཅན་འདུལ་བའི་གི་ཐབས་ཀྱི་རྒྱུད་དུ་སོང་བ་རེད་མ་གཏོགས། དེ་ནས་ཅིག། མ་འདྲ་བ་མ་འདྲ་བ་མང་པོ་ཅིག་ཡོད་ནས་དེ་ནས་དེ་ཚོ་ཐམས་ཅད་ཅིག་གཅིག་ལ་ཡང་དགའ་བའི་ཕུང་པོ་སྦྱར་བསྡད་པ་འདྲ་བོ་དེ་འདྲ་མ་ཡིན་པ། དེ་ཐམས་ཅད་དེ་དག་གདུལ་བྱ་དྲང་བའི་ཐབས་ཁོ་ན་ཡིན་པ་ཡིན་དུ་མདོར་ན་ཐེག་པ་ཆེན་པོའི་གི་ལམ་གང་དང་གང་སྟོན་པ་དེ་དག་ཐམས་ཅད་དེ་ལྟ་ཐབས་ཀྱི་གྲོགས་སུ་འགྱུར་བ་ཤ་སྟག་ཡིན་པ་རེད་དེ་དགུ་བ་རེད། དེ་ནས་བཅུ་བ་དེ། རྣམ་རྟོག་ཐམས་ཅད་ཡོངས་སུ་གཅོད་པ་སོང་བ་རེད་རྣམ་པར་རྟོག་པ་ཐམས་ཅད་གཅོད། ཐམས་ཅད་སེལ་ན་ཡིན་དུ་རྟོག་པ་ཕྲ་རགས་མང་པོ་ཡོད་རེད་བ། དེ་བཞིན་དུ་རྟོག་པ་ཕྲ་བ་ཡིན་ན་རེ་རྟོག་པ་རགས་པ་ཡིན་ན་རེ་མདོར་ན་དངོས་དང་བརྒྱུད་ནས་ཐར་བ་དང་ཐམས་ཅད་བྱེད་པའི་གོ་འཕང་ཐོབ་པར་བྱེད་པ་ལ་ཡང་དེ་ལྟར་རྣམ་པར་རྟོག་པ་ཡོད་ན་དེ་སྒྲིབ་བྱེད་ཡིན་པ་རེད་དེ་འདྲ་དེ་གཅོད་དགོས་པ་རེད་གསུང་བ་རེད། བརྒྱུད་པ་དེ་དེ་ནས་བཅུ་གཅིག་པ་དེ། ཚད་འཛིན་མེད་པ་དང་ཚད་མར་འཛིན་པ་མེད་པར་བསལ་ཏེ་གལ་ཆེན་པོ་དང་ཚད་འཛིན་བསལ་ཏེ། ཅི་ལྟར་འཛིན་པ་ཕྲ་མོ་དེ་རེ་བ་མདོར་ན་ཚད་མ་མེད་པར་མ་རྟོགས་པར་ཆོས་ཀྱི་ཐར་པ་མེད་པར་གསུངས་དེ་བཞིན་ཆོས་ཀྱི་དེ་ནས་ཚང་བ་བསྟན་པ་ལགས་ཟེར་གསུང་བ་ནང་བཞིན་གྱི་དང་ཐེག་པ་ཆེན་པོའི་ནང་ལ་ཡང

དེ་བཅུ་གཉིས་པ་བྱེད། དེ་ནས་བཅུ་གསུམ་པ་དེ་ཉོན་མོངས་པ་སྤང་བའང་གསུངས་ཡོད་རེད་བཅུ་བཞི་པ་དེ་ལ་ནི་ཞི་གནས་སྒོམ་དགོས་བ་རེད་ད། ཞི་གནས་སྒོམ་དགོས་བ་རེད་རྣམ་པ་ཐམས་ཅད་ཕྱིན་པའི་ཡེ་ཤེས་མངོན་དུ་ཆུད་ཡ་ལ་བདག་མེད་རྟོགས་པའི་ཤེས་རབ་སྐྱེ་དགོས་བ་རེད་བདག་མེད་རྟོགས་པའི་ཤེས་རབ་སྐྱེས་བ་ལ་ནི་རང་གི་སེམས་རྒྱུད་དེ་ལེགས་སུ་རུང་བ་བྱེད་དགོས་ཀྱི་ཡོད་རེད་སེམས་རྒྱུད་ལེགས་སུ་རུང་བ་མ་བྱས་ན་ནི་ཅིག་ལྷག་མཐོང་ལྷག་མཐོང་ལ་བརྟེན་པའི་གི་ད་རྟོགས་པ་སྐྱེ་ཐུབ་ཀྱི་མ་རེད་ཟེར་དེ་འདྲ་ཡིན་དུ་དེའི་རྩ་བ་ཞི་གནས་སྒོམ་དགོས་བ་རེད། དེ་ཡིན་དུས་ཞི་གནས་དགོངས་པ་བཅུ་བཞི་བྱས་དེ་ནས་ཞི་གནས་དགོངས་པ་ཐམས་ཅད་མི་ཕན་པར་དེ་ཡི་ཤུགས་ལ་ཡར་བཏང་ནས་ཤེས་རབ་ལ་བརྟེན་དགོས་བ་རེད་ཤེས་རབ་ཟེར་བ་དེ་བདག་མེད་རྟོགས་པའི་ཤེས་རབ་དེ་བདག་འཛིན་གྱི་དངོས་ཀྱི་སྙིང་པོ་དེ་ཤེས་རབ་རེད་དེ་འདྲ་ཅིག་བརྟེན་དགོས་བ་ཡིན་དུས་དེ་བཅོ་ལྔ་པ་བྱས་དེ་ནས་བཅུ་དྲུག་པ་དེ་ལ་སེམས་ཉེ་བར་ཞི་བ་ཞེས་ལ་ཡང་འདི་ཉེ་བར་ཞི་བ་དེ་ཞི་གནས་མ་ཡིན་པར་སྤྱི་དང་གི་དེ་འདྲ་བ་དག་ཞི་ལ་ཟུང་དུ་འཇུག་པའི་གེགས་དང་ཉམས་ལེན་ལ་བརྟེན་ནས་དེ་ནས་རང་གི་སེམས་རྒྱུད་ཉེ་བར་ཞི་བ་ཟེར་དེ་དུ་བ་དང་ཉེ་བར་ཞི་བ་ཟེར་དེ་སྤྲོས་པ་ཐམས་ཅད་དང་བྲལ་བར་ཟེར་དེ་ཡིན་པ་རེད། མདོར་ན་སྤྲོས་པ་ཉིད་ཤེས་བཞི་ལྡན་པ་གསུང་བ་ན་ཞིང་གི་སྤྲོས་པ་ཐམས་ཅད་ཉེ་བར་ཞི་བའི་ཉིད་ཤེས་ཀྱི་དབྱིངས་དེ་ཁོང་དུ་ཆུད་པ་དེ་བཅུ་དྲུག་བཤད། ཡང་ན་བཅུ་བདུན་པ་དེ་དག། མདོར་ན་ཡེ་ཤེས་རྒྱུད་ལ་སྐྱེ་བ་གཟུགས་ལ་སོགས་པ་ལ་ཐོགས་པ་མེད་པ། གཟུགས་ལ་སོགས་པ་ལ་ཐོགས་པ་མེད་པར་འཇུག་པའི་ཡེ་ཤེས་རྒྱུད་ལ་སྐྱེ་བ་དང་བཅུ་བདུན་བཤད། བཅོ་བརྒྱད་པ་དེ་དེ་འདྲ་དེ་ཡང་དང་ནི་གཅིག་གི་རྣམ་པ་ཐམས་ཅད་མཁྱེན་པའི་ཡོན་ཏན་ཡིན་ན་ཡང་དེའི་མངོན་པར་ཞེན་པའི་ཡུལ་མ་རེད་གསུང་བ་རེད། རྣམ་པ་ཐམས་ཅད་མཁྱེན་པའི་ཡོན་ཏན་ལ་ཡང་མངོན་པར་ཞེན་ན་དེ་འདྲ་དེ་ཐར་པའི་སྒྲིབ་བྱེད་ཡིན་པ་རེད་དུ་མ་རྒྱ་ལ་སོགས་ལ་ཆགས་པ་ཕྲ་གསུང་བ་ན་ཞིང་གི་དག་དེ་ཚུལ་ཁྲིམས་ཡང་སྐྱོན་ཡིན་དབུལ་ཡོད་དེ་འདྲ་ཡིན་ནི་མངོན་ཞེན་གྱི་གནས་མ་ཡིན་པ་བཅོ་བརྒྱད་བཤད།

དེ་ནས་བཅུ་དགུ་པ་ཚེས་ཉི་ཤུ་སྟེ། དེ་ནས། ལུས་མང་པོ་བཀྲུ་ཐུབ་པ་ཡོད་པ་རེད་ད་ལུས་བཀྲུ་བའི་སེལ་བའི་བཀའ་སོགས་ལ་ཡང་གདུལ་བྱ་དང་མཐུན་པ་རེད་འདུག་ཨང་ད་ནི་ཅིག་སྔོན་སངས་རྒྱས་ཀྱི་ད་སྐྱེས་རབས་ཀྱི་གནམ་ས་ནང་བཞིན་ཅིག་མདོར་ན། ཅིག་ད་ནི་རི་བོང་གི་ལུས་འདྲ་བོ་དང་མཚམས་ཚང་མ་ནི་ཡང་ཅིག་སྡིག་པ། སྡིག་ཆེན་དེ་འདྲས་ད་ཅིག་ཤན་པ་དང་དེ་འདྲས་ཀྱི་སྲོག་གཅོད་ཀྱི་ལས་ཀྱི་སོ་དེ་མཁན་གྱི་རྣམ་པ་ཡང་གཏན་ནས་བཀྲུ་གི་ཡོད་པ་རེད་འདུག་ཨང་མདོར་ན་བྱང་ཆུབ་སེམས་དཔའ་རྣམས་ཀྱི་ད་ཐབས་ལ་མཁས་པ་ཡིན་དུས་གཞན་གདུལ་བར་འོས་པ་ལ་ཐབས་གང་དང་གང་གིས་ཡིན་ན་ཡང་ད་གདུལ་གྱི་ཡོད་པ་ཡིན་དུས་ཐབས་གཅིག་དང། ཅིག་བཀྲུས་པ་གཅིག་གིས་སྟོན་ཐུབ་ཀྱི་མ་རེད་བ་བསྡུ་ཐུབ་ཀྱི་མ་རེད་དེ་འདྲས་ཡིན་དུས་བཀྲུས་པ་བསམ་གྱིས་མི་ཁྱབ་པ་དང། ཐབས་བསམ་གྱིས་མི་ཁྱབ་པ་དགོས་ཀྱི་ཡོད་པ་རེད། དེ་འདྲ་དེ་ཉི་ཤུ་པ། ད་འདི་རེད། འོ་དེ་ཉི་ཤུ་དེ་ད་འདི། རྣམ་ཐར་སྒོ་གསུམ་ཤེས་པ་ཟེར་བ་ཉི་ཤུ་བསྟན་ཟེར་ཡག་དེ་འདི་རེད། དེ་ནས་ད་ས་བརྒྱད་པ། བརྒྱད་པ་དེ་དག་སར་སླེབས་པ་རེད། དག་སར་སླེབས་པ་ཡིན་དུས་མི་གཡོ་བ། ལ་ཡིན་དུ་ད། མདོར་ན་མཚན་མ་མེད་པར་རྩོལ་བའི་འདུ་ཤེས་གཉིས་ཀྱིས་མི་གཡོ་བ་ཡིན་དུས་མི་གཡོ་བ། དེ་ལ་ཡང་ད་ཡོངས་སུ་སྦྱོང་བའི་ཆད་པ་དེ་ལ་སེམས་ཅན་ཐམས་ཅད་ཀྱི། ཕྱོགས་གྲངས་ཉིས་བརྒྱ་ཉི་ཤུ་རྩ་གཅིག་རྣམས་ལ་འདུག་པ། སེམས་ཅན་ཐམས་ཅད་ཀྱི་སྤྱོད་པ་ཇི་ལྟ་བ་བཞིན་དུ་ཤེས་པ་ལ་སོགས་པ་ཡོངས་སུ་སྦྱོང་བ་བརྒྱད་ཀྱི་ས་དེ་ཐོབ་པ་ཡིན་ནོ་ཟེར་ཡོངས་སྦྱོང་བརྒྱད་དགུ་དགུ་ཡོད་རེད། སེམས་ཅན་ཀུན་ཡིད་ཤེས་པ་དང་མངོན་པར་ཤེས་པའི་བརྩེ་བ་དང་ཞེས་པ་ལ་སོགས་པ་གསུངས་སོ་ཟེར། འདི་ལ་ཡང། དེ་ནི་བརྒྱད་དེ་ག་རེ་རེད་ཟེར་ན་དང་པོ་དེ། དེ་ནི། སེམས་ཅན་གྱི་སེམས་ཅན་གྱི་དོན་བྱེད་པ་ལ་སེམས་ཅན་གྱི་སེམས་ཀྱི་སྤྱོད་པ་ཤེས་དགོས་དགོས་རུང་བ། སེམས་ཅན་གྱི་སེམས་ཀྱི་སྤྱོད་པ་མ་ཤེས་ན་དེ་ལ་ཡང་ཐབས་ག་རེ་སྟོན་དགོས་ཤེས་ཀྱི་མ་རེད་དེ་འདྲ་ཡིན་དུ་དང་པོ་སེམས་ཅན་རྣམས་ཀྱི་སེམས་ཀྱི་སྤྱོད་པ་ག་རེ་ཡིན་པ་དེ་ཤེས་ཐུབ་པ། གཉིས་པ་དེ་ཨ་ནི་འཇིག་རྟེན་གྱི་ཁམས་རྣམས་ལ་ཡང་རྫུ་འཕྲུལ་གྱིས་བདག་མངོན་པར་ཤེས་པ་ལ་སོགས་པ་དེ་འདྲ་གྱིས་མཐོང་ནས་སེམས་ཅན་ཐམས་ཅད་ལ་རྗེས་སུ་བརྩེ་བ། གསུམ་པ་དེ་ཡང་ནི་སངས་རྒྱས་ཀྱི་ཞིང་དང། ང་རང་གང་དུ་མ་དག་པའི་གྱི་འཇིག་རྟེན་གྱི་ཁམས་དེ་དག་དག་པའི་ཞིང་ལ་ཡང་བར་འགྱུར་ཐོབ་པ་ཅིག་གུ་གུ་དུ་བ་དེ་འདྲ་གྱིས་ཏེ་སྲས་ལ་སོགས་པའི་གྱི་ངོ་བོ་ལ་བར་འགྱུར་ཐོབ་པ་གསུམ་པ། བཞི་པ་དེ་ཡང་ནི་སངས་རྒྱས་ཐམས་ཅད་ཐུགས་མཉེས་པར་བྱེད་པ། ག་རེ་ཅི་ནས་སངས་རྒྱས་ཐུགས་མཉེས་དགོས་སོ་ན་ཨ་ནི་མདོར་ན་ཟབ་མོའི་གྱི་ཆོས་ཡོངས་སུ་བརྟགས་པས་སངས་རྒྱས་ཐུགས་མཉེས་པར་བྱེད་པ་བཅུ་བཞི་བཞི་པ་བཅས། ལྔ་པ་དེ་ཡང་ནི་ལྷ་ཡི་མིག་ཅེས་པ། དྲུག་པ་དེ་སེམས་ཅན་ཡོངས་སུ་སྦྱོང་བ། བདུན་པ་དེ། དེ་ནི་ཆོས་ཐམས་ཅད་སྒྱུ་མ་ལྟ་བུ་ལ་གནས་པར་འདོད་ན། རེ་དོགས། གནས་མེད་དམིགས་པ་ཡོད་མེད་རྩ་བ་མེད་ཅིང་གནས་པ་མ་རིག་འགྱུ་ལས་ཤིན་ཏུ་གཡོ་ཐོག་མར་དབུགས་ལྡང་རྣམ་པར་བབ་ཤུགས་ཤིང་ཤིན་ཏུ་སྙིང་པོ་མེད་དྲི་ཟའི་གྲོང་ཁྱེར་འདྲ་བ་དང་རྨོངས་པའི་གྲོང་ཁྱེར་མེད་ཟད་པའི་འགྲོ་བ་སྒྱུ་མ་ཤིན་ཏུ་སྣང་ངོ་ཟད་རིག་པ་དྲུག་ཅུ་པོ་དང་སོང་བ་ནང་བཞིན་གྱི་ཆོས་ཐམས་ཅད་སྒྱུ་མ་ལྟ་བུ་ལ་གནས་དགོས་ཀྱི་ཡོད་པར་འདོད་ན་ཁ་ན་མ་ཐོས་མེད་ངོ་ལ་བདག་དང་སེམས་ཅན་དབང་བྱེད་ཅིང་སྤྲུལ་པ་བཞིན་དུ་ང་མེད་ཡིན་ཏེ་རྟག་ཏུ་གཟུང་བར་བྱེད་ཡིན་ཟེར་ཞི་བ་ལ་ལས་ཆུང་ཆུང་ན་ང་ཡང་འདུག་བ་མདོར་ན་སྤྲུལ་པ་ནང་བཞིན་བྱེད་རྨི་ལམ་ལྟ་བུ་ཡིན་གསུང་བ་ལྟར། སྤྲུལ་པ་བཞིན་དུ་ང་མེད་པ་ཉིད་དུ་རྟག་ཏུ་སོང་བ་ཅིག་སོང་བ་ན་ཤིང་གི་རྒྱུ་མ་དག་པར་གནས་པ་དང་འདུན་པ་བཅས་རྒྱས་པ་དེ། དེ་ནས་སེམས་ཅན་ཐམས་ཅད་ལ་ཡང་དག་ཕན་ཐོགས་པ་དང་སེམས་ཅན་གྱི་དོན་དུ་འགྱུར་བ་ཅིག་ཡོད་ན་དེ་འདྲ་ལ་བརྟེན་ནས། དེ་ནི་སེམས་འཇིག་རྟེན་གྱི་ཁམས་སུ་སྐྱེ་བ་ཡོངས་སུ་འཛིན་པ་དང་འཇིག་རྟེན་གྱི་ཁམས་སུ་ལ་ཕས་ཡོང་བ་དང་སྐྱེ་བ་ཡོངས་སུ་འཛིན་པ་སེལ་ཡ་སྟེ་སེམས་ཅན་གྱི་དོན་དུ་མཐོང་ནས་སྐྱེ་བ་ཡོངས་སུ་འཛིན་པ་དེ་རྒྱས་པ་ལས། དེས་ས་བརྒྱད་པའི་གེགས་དང་ཡོངས་སྦྱོང་རྒྱས་འདི་བྱས། ད་ས་དགུ་བ་གི་ཚེས་ན་ཡང་ལེགས་པའི་བློ་གྲོས་སུ་བཞུགས་ཡོད་པ་རེད་ད་དེ་ལ་ཡང་ཡོངས་སུ་སྦྱོང་བའི་ཆད་པ་དེ་ལ་ཤོག་གྲངས་ཉིས་བརྒྱ་ཉི་ཤུ་རྩ་གསུམ་ན་ན་འདུག་སྨོན་ལམ་མཐའ་ཡས་པ་ལ་སོགས་པ་བཅུ་གཉིས་ཀྱི་ས་ལས་ཐོབ་པ་ཡིན་ནོ་ཟེར་ད་ཡོངས་སུ་སྦྱོང་བ་བཅུ་གཉིས་ཡོང་གི་ཡོད་པ་རེད་ད་བཅུ་གཉིས་ཀྱང་དང་པོ་དེ་ག་རེད་ཟེར་ན་དེ་ནི་ལྷ་ལ་སོགས་པ་སེམས་ཅན་ཐམས་ཅད་སྐད་བཤད་ཀྱི་བར་ལ་ལྷ་ཡི་སྐད་དང་ཀླུ་དང་གནོད་སྦྱིན་སྐད་གྲུལ་བུམ་དག་དང་མི་ཡི་སྐད་རྣམས་དང་འགྲོ་བ་ཀུན་གྱི་བདག་གིས་བྱས་ཟེར་བ་ཐམས་ཅད་སྐད་དུ་བདག་གིས་ཆོས་སྟོན་ཏོ་ཟེར་གྱི་འདུག་ད་དེ་འདྲ་ཡིན་དུས་ལྷ་ལ་སོགས་པའི་གི་སྐད་བཤད་པ་ཟེར་ཡ་དེ་དང་པོ་རྗེ། དེ་ནས་སེམས་ཅན་གྱི་དོན་བསྒྲུབ་པ་ལ་ཡང་སྤོབས་པ་མི་ཟད་པར་བསྒོ་བ་རེད་སྤོབས་པ་ཟད་ན་མི་འགྲིག་པ་ཡིན་དུས་སྤོབས་པ་མི་ཟད་པ། གསུམ་པ་དེ་ལ་ཡང། དེ་ནས་སྐྱེ་བོ་ཐམས་ཅད་ཀྱི་དང་སྔགས་པའི་གེགས་ལྔ་ལ་ཡང་འཇུག་ཐུབ་པ་མདོར་ན་ཅིག། རིགས་བཟང་པོ་ལ་སོགས་པ་དང་རྒྱལ་པོ་ལ་སོགས་པ་དེ་འདྲས་ཀྱི་དང་ཅིག་སྐྱེ་བའི་རྟེན་བཟང་པོ་རྣམས་ལ་ཡང་མངལ་དུ་འཇུག་ཐུབ་པ། བཞི་པ་དེ། དེ་ནས་རྒྱལ་པོ་ལ་སོགས་པ་དེ་འདྲས་ཀྱི་དང་ཅིག་གང་ཟག་ཁྱད་པར་ཅན་གྱི་རྒྱུད་ལ་གནས་ཐུབ་པ། ལྔ་བ་དེ། ཉི་མ་ལ་སོགས་པ་ལས་སྐྱེས་པ་དང། དེ་ཚོ་དག་ཡོན་ཏན་གསུམ་ལས་མི་བྱེད་པ་ཡིན་ཟེར་རོ། ཉི་མ་ལ་སོགས་པ་ལས་སྐྱེས་ཡོང་དུས། དེ་ནས་དྲུག་པ་དེ་ཡིས་མ་སོགས་དང་འབྲེལ་བའི་གི་གཉེན། གཉེན། གཉེན་དང། དེ་ནས་བདུན་པ་དེ་ཡིས་རང་ལ་དབང་བའི་གི་འཁོར་མང་པོ་ཡོད་པ། བརྒྱད་པ་དེ་ཡིས། དེ་ནས་ལྷ་ཡི་དབང་པོ་བརྒྱ་བྱིན་དང་ཚངས་པ་ལ་སོགས་པ་གིས་ཀྱང་ངར་ན་ཡང་བསྟོད་པ་ཕུན་སུམ་ཡོད་པ་དེ་རེད། དེ་འདྲ་གི་ཡོན་ཏན་ཡོངས་སུ་རྫོགས་པ་དག་དེ་ཚོ་ཡོན་ཏན་རེད་བ། ཡོན་ཏན་རྫོགས་དགོས་ཀྱི་ཡོད་པ་རེད། ཡོན་ཏན་རྫོགས་པའི་ཆེད་དུ་ལམ་བརྩོན་གྱི་ཡོད་རེད། དེ་ནས་དགུ་པ་སྟེ། དེ་ནས་སངས་རྒྱས་ཀྱི་སྐུ་དེ་ངེས་པར་འབྱུང་བ་དག་དང་པོ་ལྷོད་ལྷོད་ལྟ་བུ་ཞིག་འདས་དེ་ནས་སངས་རྒྱས་ཀྱི་སྐུ་ཡིན་དུས་འོ་དེ་ནས་ངེས་འབྱུང་འདྲ་བོ་སྐྱེ་དེ་ནས་ཡང་ཡང་ཞིང་ལམ་གྱི་རིམ་པ་བགྲོད་པ་ལྟ་བུ་དེ་འདྲའི་ཕྱིར་སངས་རྒྱས་ལ་སོགས་པའི་སྐུ་དེ་ངེས་པར་འབྱུང་བ། དེ་ནས་བཅུ་པ་སྟེ། ཡིད་བཞིན་གྱི་ནོར་བུ་དང་འདྲ་བའི་ཤིང་ཨ་ཤོ་དྷ་ལ་སོགས་པ་དེ་འདྲ་ཡང་དག་ཡོན་ཏན་མ་ལུས་པ་ཡོངས་སུ་རྫོགས་པ་དངོས་རྣམ་བརྟགས་པ་ཙམ་ཞིག་གིས་འགྲུབ་ཐུབ་ངེས། དེ་ནས། བཅུ་གཅིག་པ་སྟེ། སངས་རྒྱས་ཀྱི་ཡོན་ཏན་ཐམས་ཅད་རང་ལ་རྫོགས་ཐོབ་པ། བཅུ་གཉིས་པ་སྟེ། དེ་ནས་སངས་རྒྱས་ཀྱི་སྟོན་པའི་ཆོས་ཀྱི་ངོ་བོར་སྤྱོད་པས་ཀྱི་ཡོན་ཏན་ཐམས་ཅད་དེ་རང་ལ་རྫོགས་ཐུབ་པ། འོ་དེ། བཅུ་གཉིས་དེ་ཡིན་པ་རེད།

འོད་ཟེར་ཆེན་པོ་གི་དབང་བསྐུར་ནས་ད་མ་འོངས་པ་ལ་ཡང་ཆོས་འདི་འདྲ་ཞིག་ཆགས་འགྲོ་གི་རེད་ཟེར་ནས་དེ་ནས་དབང་བསྐུར་ཡོང་བ་རེད་དོ། འོ་དེས་མ་འོངས་པ་ལ་འཚང་རྒྱ་བར་གསུངས་པ་དེ་འོ་དེས་ད་ས་བཅུ་པའི་གི་ཡོངས་སྦྱོང་གཅིག་ད་དེས་ད་ལྟ་འདི་ཡི་ཡོངས་སྦྱོང་གྲངས་ཀ་དེ་ཚོ་དེ་རེད་མ་ཞུས་ན་བསམ་ནས་དེ་ད་དེ་རེད། དེ་ཡིན་ན་དོན་རྒྱས་མ་མ་ས་རུ་བ་ཐམས་ཅད་ཀྱི་ཡང་ཆགས་པའི་གཟིགས་ཡོད་འདུག་ཡོངས་སྦྱོང་བརྒྱད་ཡོངས་སྦྱོང་བཅུ་གཉིས་ཡོངས་སྦྱོང་དྲུག་ལ་སོགས་པ་དེ་ཚོ་ག་རེ་ག་རེ་ཡིན་ན་བསམ་ན་ཡང་དཔེ་ཆ་མང་པོ་ཅིག་ཚེ་འཕགས་ལོ་ཚུལ་ལོ་བཅས་དེ་ནས་དེ་འདྲ་བྱས་ན་དེའི་ལྟས་སུ་ཅིག་སྟབས་མ་བདེ་བ་ཡོང་གི་འདུག་བ་དེ་སྟེ་ངས་ཁ་སང་མ་བཏུས་ནས་འདི་ན་འདུག་ཟེར་གྱི་མ་ཞུས་བཞག་ན་བཏུས་བ་ཡིན་བཏུས་ནས་དེ་མ་ཞུས་བཞག་ན་ད་ནི་རྗེས་མ་གཟིགས་བདེ་བོ་ཡོང་ས་རེད་བསམ་གྱི་ཞུས་བ་ཡིན་ད་དེ་རིང་ངོ་མ་ཞུ་ཡག་དེ་ཡིན་ད་ནི་འབྲས་བུ་རྫོགས་སངས་རྒྱས་ཀྱི་སྐུ།